དེ་ལ་འདིར་གང་ཞིག་ཞུ་བར་བྱ་བའི་དམ་པའི་ཆོས་ཀྱི་རིམ་པ་ནི་སྐབས་སུ་བབ་པ་འཕགས་པ་བཟང་པོ་བརྗོད་པའི་སྨོན་ལམ་གྱི་རྒྱལ་པོ་དེ་ལ་ཡང་ཚིགས་བཅད་ཀྱི་དབང་དུ་བཏང་ན་ཚིགས་བཅད་བཞི་བཅུ་ཞེ་དྲུག་པ་ཡན་ཆད་ཁོང་དུ་ཞུས་གྲུབ་ནས། དེ་རིང་གི་ཆོས་ཐུན་ནང་ལ་ཚིགས་བཅད་བཞི་བཅུ་ཞེ་བདུན་པ་དང་ཞེ་བརྒྱད་པ་དང་ཞེ་དགུ་པ་དང་ལྔ་བཅུ་པ་ཚིགས་བཅད་ཤོ་ལོ་ཀ་རྣམ་པ་བཞི་མ་ཞུ་ཡ་ཡིན། ས་བཅད་ཀྱི་དབང་དུ་བཏང་ན། བཟང་སྤྱོད་སྨོན་ལམ་དེ་ལ་སྦྱོར་བ་དང་དངོས་གཞི་དང། བྱད་གསུམ་ཡོད་པའི་ནང་ནས་སྦྱོར་བ། ཚོགས་བསགས་ཡན་ལག་བདུན་པ་འདི་ཡང་གོང་དུ་ཞུས་གྲུབ་དངོས་གཞི། བཟང་སྤྱོད་སྨོན་ལམ་གྱི་རབ་དབྱེ་བཅུ་དྲུག་དང་དེའི་མཐར་ཐུག་པ་ཤེས་པ་དེའང་ཡོངས་སུ་རྫོགས་པ་ཞུས་གྲུབ་ནས་དེ་རིང་སྐབས་སུ་བབ་པ། སྦྱོར་དངོས་རྗེས་གསུམ་གྱི་ནང་ནས་རྗེས། རྗེས་དེ་ལ་ད། བཟང་སྤྱོད་སྨོན་ལམ་གྱི་ཕན་ཡོན་ཞེས་པའོ། འདི་མ་ཞུས་ཡ་ཡིན། ད་བཟང་སྤྱོད་སྨོན་ལམ་གྱི། ཕན་ཡོན་བཤད་ཡོང་དུས་སྐབས་སུ། ད་སློབ་དཔོན་རྣམ་པ་ཆ་ཚང་གི་གཙོ་བོ་མགོན་པོ་ཀླུ་སྒྲུབ་ཀྱི་གཙོ་བྱས་པའི་སློབ་དཔོན་རྣམ་པ་ཡིས། ཕན་ཡོན་འདི་བཤད་ཡོང་དུས། ཟབ་བྱེད་རྣམ་པ་གསུམ། མཐོང་བའི་ཆོས་དང་ལྡན་པའི་ཕན་ཡོན་དང་ཕ་རོལ་དང་ལྡན་པའི་ཕན་ཡོན་དང་གཞན་ཡང་འཇིག་རྟེན་པ་དང་འཇིག་རྟེན་ལས་འདས་པའི་ཕུན་སུམ་ཚོགས་པ་མ་ལུས་པ་ཐོབ་པའི་ཕན་ཡོན་ནོ་ཟེར་ནས་རྣམ་པ་གསུམ་གསུངས། ད་དང་པོ། མཐོང་བའི་ཆོས་དང་ལྡན་པའི་ཕན་ཡོན་ཟེར་ན་མཐོང་ཆོས་ཚེ་འདི་ཉིད་ལ་ཐོབ་པའི་ཕན་ཡོན། གཉིས་པ། ཕ་རོལ་དང་ལྡན་པའི་ཕན་ཡོན་ཟེར་དུས། མཐོང་ཆོས་ཚེ་འདི་མ་ཡིན་པ་ཅི་ནས་ང་རང་ཚོ་གི་ཚེ་ཕྱི་མ་ལ་ཐོབ་པའི་གི་ཕན་ཡོན་ཡིན། གསུམ་པ་དེ་འཇིག་རྟེན་པ་དང་འཇིག་རྟེན་ལས་འདས་པའི་ཕུན་ཚོགས་ཚོགས་པ་མ་ལུས་པ་ཐོབ་པའི་ཕན་ཡོན་ཟེར་ནས་གསུམ་གསུངས། གསུམ་གསུངས་པའི་ནང་ནས་ད་དེ་རིང་སྐབས་སུ་བབས་པ་ཐོག་མ། མཐོང་བའི་ཆོས་དང་ལྡན་པའི་ཕན་ཡོན་ཟེར་ན་ཡང་འདྲ། མཐོང་ཆོས་ཚེ་འདི་ཉིད་ལ་ཐོབ་པའི་གི་ཕན་ཡོན་དེ་མ་ཞུ་གི་ཡིན། ད་མཐོང་ཆོས་ཚེ་འདི་ཉིད་ལ་ཐོབ་པའི་ཕན་ཡོན་དེ་ལ་ཡང། བསོད་ནམས། ཁྱད་པར་ཅན་གྱི་བསོད་ནམས་ཡོངས་སུ་འཛིན་པའི་གི་ཕན་ཡོན་དང། དེ་བཞིན་གཤེགས་པ། མཐོང་བས་ཀྱི་ཕན་ཡོན་དང། བྱང་ཆུབ་སེམས་དཔའ་དང་དཀའ་བ་མཉམ་པ་ཉིད་ཐོབ་པའི་ཕན་ཡོན་དང་ལས་ཀྱི་སྒྲིབ་པ་ཡོངས་སུ་བརྩད་པའི་ཕན་ཡོན་ནོ་ཟེར་ནས་ཕན་ཡོན་རྣམ་པ་བཞི་དེ་འདྲ་གསུངས་ཡོད་ཡིན་ན་ཡང་དག་འདི་རྣམས་ལ། འདི་འདྲའི་གསབ་བྱེད་རེ་རེ་རེ་རེ་བཞིན་དུ་དཀར་མོ་གོ་བ་ཅན་ཐད་ཀར། གསབ་བྱེད་རྩ་བའི་གསབ་བྱེད་ཁོ་རང་རང་མཐོང་ཆོས་ཚེ་འདི་ཉིད་ལ་ཐོབ་པའི་ཕན་ཡོན་ཟེར་དེ་གསབ་བྱེད་ལ་བཞག་ནས་འདི་མ་ཞུ་གི་ཡིན། མཐོང་ཆོས་ཚེ་འདི་ཉིད་ལ། ཐོབ་པས་ཀྱི་ཕན་ཡོན་དེ་ལ་ཕན་ཡོན་ཤོ་ལོ་ཀ་རྣམ་པ་ལྔ་ཡོད་ད་འདི་རྣམས་ལ་ཤོ་ལོ་ཀ་བཞི་མ་དུ་མ་ཤོང་བ་སོང་ས་དེ་རིང་ཤོ་ལོ་ཀ་བཞི་དེ་མ་ཞུ་ཡ་ཡིན། འོག་ཏུ་བྱིན། གསབ་བྱའི་བྱེ་བྲག་ཏུ་རེ་རེ་རེ་རེ་བཀར་དགོས་ན་ཡང་ལས་དང་པོ་བ་རྣམས་ལ་མགོ་རྙོག་ཅེས་འདྲ་བོ་ཅིག་མ་གཏོགས། ཞི་རགས་ཀྱིས་ཕན་ཐོགས་ས་མ་རེད་དེ་ཡིན་པ་སོང་ཙང་བྱེ་བྲག་བྱེ་བྲག་གསབ་བྱའི་ནང་གསེས་དབྱེ་བ་བཞི་པོ་དེ་བཀར་ནས་ཞུ་མི་དགོས་ཀྱི་དོན་དག་ཚང་མ་སླེབས་དེ་གར་གསབ་བྱེད་ལ་མ་བཀར་ནས་ཞུས་པ་ཡིན་ན་ད་དུང་ཡང་གོ་བ་ལེན་ཐེབས་པ་ཡག་ག་འདུག་དེ་ཡིན་པ་སོང་ཙང་ལས་དང་པོ་བ་རྣམས་ལ་ཞི་ཞག་ཅིག་ནས་མ་ཞུ་གི་ཡིན་ད་དེ་ལ་ཕན་ཡོད། བཟང་སྤྱོད་སྨོན་ལམ་དེ་ཡི། སྔོན་གཤེགས་ཀྱི་ར་བའི་བཅུ་དྲུག་དང་དེའི་མཐར་ཐུག་པ་དེ་མ་ཞུས་ཡོང་དུས་ཞུས་ཚར་བའི་རྗེས་སུ་ད་བཟང་སྤྱོད་སྨོན་ལམ་དེ་འདོན་པ་ཡིན་ན་ཕན་ཡོན་ག་རེ་ཡོད་རེད། ཨོ། བྱང་བཟང་སྤྱོད་སྨོན་ལམ་དེ་བཏབ་པ་ཡིན་ན། ཕན་ཡོན་ག་རེ་ཐོབ་ཀྱི་རེད་ཟེར་ན་ད་གནད་འགག་དོག་དོག་དེར་བ། ད་ཕན་ཡོན་ག་རེ་ཐོབ་ཀྱི་རེད་ཟེར་ན་ནི་དེ་ནི་མ་གསུངས་ཡོང་གི་ཡོད། ཐ་དེའང། གང་ཡང་ཕྱོགས་ཆོས་ཞིང་རྣམས་མཐའ་ཡས་པ་རིན་ཆེན་རྒྱན་ཏེ་རྒྱལ་བ་རྣམས་ལ་བར། ལྷ་དང་མི་ཡི་བདེ་བའི་མཆོག་རྣམས་ཀྱང་ཞིང་གི་རྡུལ་སྙེད་བསྐལ་པར་ཕུལ་བ་བས་གང་གི་བསྔོ་བའི་རྒྱལ་པོ་འདི་ཐོས་ནས་བྱང་ཆུབ་མཆོག་གི་རྗེས་སུ་རབ་མོས་ཤིང་ལན་གཅིག་ཙམ་ཡང་དད་པ་བསྐྱེད་པ་ནི་བསོད་ནམས་དམ་པའི་མཆོག་ཏུ་འདི་འགྱུར་རོ། ཤཱཀྱ་ཤློ་ཀ་རྣམ་པ་གཉིས་པོ་འདི། ཡི་གེ་གང་ཡང་ཕྱོགས་ཆོས་ཞིང་རྣམས་མཐའ་ཡས། པ་ཟེར་བ་ནས་བཟུང་སྟེ་བསོད་ནམས་དམ་པའི་མཆོག་ཏུ་འདི་འགྱུར་རོ་ཟེར། འདིའི་ཚིག་རྐང་བརྒྱད་ཤོ་ལོ་ཀ་གཉིས་པོ་འདི་གི་དོན་དག་གཅིག་བསྟན་དགོས་དང་མཐར་ཆགས་སུ་མ། ཉམས་རྟོགས་ལ་དོན་དག་ཅིག་བསྟན་གྱི་ཡོད། དང་པོ་འདི་ངེས་པར་དུ་མཁྱེན་དགོས་དང་ཡང་ཤོ་ལོ་ཀ། ཚིག་རྐང་བཞི་འདི་གི་དོན་དག་ཁ་ཁ་ཅིག་འོག་མ་ཚིག་རྐང་བཞི་འདི་གི་དོན་དག་ཁ་ཁ་ཟེར་ནས། ཤོ་ལོ་ཀ། རེ་རེ་གི་ཚིག་དོན་དག་རེ་རེ་བསྟན་པའི་སྐད་ཆ་མ་རེད། ནི་ནི་དོན་དག་འབྲེལ་ཆགས་ནས་མཐར་ཆགས་སུ་མ་གོ་བ་ལེན་དགོས་ཀྱི་ཡོད། འདིའི་བ་སོང་ཚང་དེ་ཉམས་རྟོགས་ལ་བྲིས་བཞག་ཡོད། ད་དེ་ལ་ཡང་བཟང་སྤྱོད་སྨོན་ལམ་གྱི་ཕན་ཡོན་བསྟན་པའི་རྩ་བ། ཚིག་འདི་ཚོ་ཡིན་ན་ད་ལས་སླ་པོ་ཞུ་བས་རེད་བཟང་སྤྱོད་སྨོན་ལམ་ནང་ནས་གོ་དེ་ཤོད་དེ། ལས་སླ་ཤོད་དེ་ཕན་ཡོན་བསྟན་པའི་ཚིག་འདི་ཚོ་ཆགས་དེ་གོ་དེ་འབའ་སོང་ཙང་ཞེ་དྲག་ཞེ་དྲག་གི་འགྲེལ་བཤད་མང་པོ་ཞིབ་ཅིང་ཕྲ་བ་ནས་ཞུས་མི་གོ་བ་བཅས་ད་ལྟ་གོང་དུ་བཟང་སྤྱོད་སྨོན་ལམ་གྱི་ཚིགས་བཅད་མང་པོ་འགྲེལ་བཤད་ཞུས་ཟིན་པ་ཡིན་པ་སོང་ཙང་ད་གང་ལ་གང་འཚམ་ཁྱེད་རྣམ་པ་སྦྱངས་པ་སྔོན་སོང་ཆགས་དེ་ཡོད་དུས་ཙང་ནས་ཞེ་དྲག་ཞེ་དྲག་རྒྱས་ཤིང་རྒྱས་པ་ཞུ་གི་མེད། ད་དེ་ཡང་ཐོག་མར་དེ་ག་ནས་འགོ་བཙུགས་དགོས་ཟེར་ན་གང་ཡང་ཕྱོགས་བཅུའི་ཞིང་རྣམས་མཐའ་ཡས་པ། རིན་ཆེན་རྒྱས་པའི་རྒྱལ་བ་རྣམས་ལ་ཕུལ། ཟེར་ད་འདི་གི་དོན་དག་ཅི། གོ་བ་ལེན་དགོས་ན། གང་ཡང་ཟེར་དུས་ད་ཁ་ཚང་གོང་དུ་ཞུས་པ་ནང་བཞིན་རེད། ག་རེ་ཡིན་ན་ཡིན་པ་ཡིན་ན་ཡང་ཟེར་བའི་དོན་དག་རེད་སྤྱི་སྒྲ་རེད་བ། ཕྱོགས་བཅུའི་ཞིང་རྣམས་མཐའ་ཡས་པ། ད་ཤར་ཕྱོགས་ལ་སོགས་པ་ལྷོ་ཕྱོགས་ལ་སོགས་པ་ཕྱོགས་བཅུ་ཡི། ཞིང་རྣམས་ཟེར། ཞིང་ཟེར་དུས་ཕྱོགས་བཅུ་ཡི་འཇིག་རྟེན་གྱི་ཁམས་ཟེར་བའི་དོན་དག་རེད་ཕྱོགས་བཅུ་ཡི་ཞིང་ཁམས་ཟེར། རྟ་དེ་མ་དག་པའི་ཞིང་ཁམས་ལ་སྦྱར་ན་ཡང་འགྲིག་རེད་དག་པའི་ཞིང་ལ་སྦྱར་ན་འགྲིག་རེད་དག་མ་དག་གི་ཞིང་ག་རེ་ལ་སྦྱར་ན་ཡང་འགྲིག་རེད་དག་ཡིན་ན་ཡང་གཙོ་བོ་གཙོ་བོ་དེ་རྟ་རྒྱ་ཆེན་པོ་གི་དབང་དུ་བཏང་བྱས་དུས་སངས་རྒྱས་ཀྱི་ཞིང་ཁམས་རྣམས་ཟེར་ནས་སྔོ་སུ་དེ་གོ་གོ་རེད་ཨ་དེ་མ་ཡིན་པ་དག་སངས་རྒྱས་ཀྱི་ཞིང་ཁམས་ལ་ལྟོས་ན་ང་རང་ཚོ་གི་མ་དག་པའི་གི་མི་རྗེ་འཇིག་རྟེན་གྱི་ཞིང་ཁམས་དེ་ལ་སོགས་པ་དེ་རྒྱ་ཆུང་བ་རེད་བ་དེ་ཡིན་པ་སོང་ཙང། འདི་ཞིང་རྣམས་ཟེར་ཏེ་རྒྱ་ཆེན་པོའི་དབང་དུ་བཏང་བྱ་དུས་སངས་རྒྱས་ཀྱི་ཞིང་ཁམས་རྣམས་ཟེར་ནས་འགོག་གོ། རེ་འདུན་དུ་དང་ཕྱོགས་བཅུ་ཡི་སངས་རྒྱས་ཀྱི་ཞིང་ཁམས་རྣམས་ཤར་ཕྱོགས་ཀྱི་སངས་རྒྱས་ཀྱི་ཞིང་ཁམས་ལྷོ་ཕྱོགས་ཀྱི་སངས་རྒྱས་ཞིང་ཁམས་ལ་སོགས་པ་ཕྱོགས་བཅུ་ཡི་སངས་རྒྱས་ཀྱི་ཞིང་ཁམས་རྣམས་དེའང་སངས་རྒྱས་ཀྱི་ཞིང་ཁམས་ག་རེ་ཡིན་ན་ཡང་འགྲིག་གི་ཤར་ཕྱོགས་ལྷོ་ཕྱོགས་ནུབ་ཕྱོགས་ལ་སོགས་པ་མདོར་ན་གང་ཡང་རུང་ཟེར། མཐའ་ཡས་པ་ཟེར་ད་འདི་ལ་ཡང། ཕྱོགས་བཅུ་ཡི་སངས་རྒྱས་ཀྱི་ཞིང་ཁམས་འདི་ཡང་མཐའ་ཡས་པ་ཅིག་ཡོད་གསུངས་རེད་ད་སངས་རྒྱས་ཀྱི་ཞིང་ཁམས་འདི་ལ་གྲངས་འདི་ཙམ་ཅིག་ཡོད་ཟེར་ཡག་གི་སྐད་ཆ་ཡོད་མ་རེད་མཐའ་ཐུག་འགྲོ་ཡག་གལ་ཡོད་མ་རོ་དེ་ཡིན་པ་སོང་ཙང་མཐའ་ཡས་པའ། རིན་ཆེན་རྒྱན་དེ་ད་དེ་ལྟ་བུའི་གི་ཕྱོགས་བཅུ་ཡི་སངས་རྒྱས་ཀྱི་ཞིང་ཁམས་མཐའ་མེད་པ་དེའི་ནང་ལ། ནི་རིན་ཆེན་རྒྱན་དེས། རིན་ཆེན་གསེར་དུད་རིན་པོ་ཆེའི་རིགས། གསེར་དངུལ་གཡུ་བྱུ་རུ་མུ་ཏིག་རྡོ་རྗེ་ཕ་ལམ་ལ་སོགས་པ་དེ་ལ་རིན་པོ་ཆེ་ཟེར་རོ། འོ་དེ་ལྟ་བུ་གི་རིན་པོ་ཆེའི་རིགས་ཀྱི་རྒྱན་ཟེར། ད་རྒྱན་ཟེར་ན་དེའི་ནང་ལ་ད་ང་རང་གཟུགས་ཀྱི་ནམ་རྒྱུན་ཡོངས་གྲགས་ཀྱི་ཐ་སྙད་བོད་སྤྱི་བཏང་བཞག་ན་རྐང་ནས་ཟེར། ཕྱོགས་བཅུའི་སངས་རྒྱས་ཀྱི་ཞིང་ཁམས་ཐམས་ཅད་ཐ་མལ་པའི་གི་སངས་རྒྱས་ཀྱི་ཞིང་ཁམས་ཐམས་ཅད་དེ། རིན་པོ་ཆེ་གསེར་དངུལ་གཡུ་བྱུར་མུ་ཏིག་ལ་སོགས་པའི་ཚུགས་བཀང་ནས་ཟེར་བའི་དོན་དང་རེག་གན་ཏེ། ཟེར། འོ་ད་དོན་དག་འདི་བཀང་ནས་ཟེར་བའི་དོན་དག་ལ་གོ་བར་བལྟ། གན་ཏེ། རྒྱལ་བ་རྣམས་ལ་ཕུལ་ཟེར། ད། འདི་བཀང་ནས་ག་རེ་བྱེད་ཀྱི་ཡིན་ཟེར་ན། རྒྱལ་བ་སངས་རྒྱས་བཅོམ་ལྡན་འདས་རྣམས་ལ་ཡར་མཆོད་པ་ལ་ཕུལ་གྱི་ཡིན་ཟེར། ཡར་མཆོད་པ་ལ་ཕུལ་བ་བྱས་ལ་རྒྱལ་བ་རྣམས་ལ་ཕུལ་ཟེར། ད་ཕུལ་གྱི་ཡིན་ཟེར་བའི་དོན་དང། ཡར་མཆོད་པ་ལ་ཕུལ་བ་ཟེར་བའི་དོན་དང་རེག། འོ། དེ། དེ་ག་ནང་བཞིན་བྱས་ནས། ལྷ་དང་མི་ཡི་དེ་བས་ཆོག་རྣམས་ཀྱང་ཞིང་གི་རྡུལ་སྙེད་སྐལ་པར་ཕུལ་བ་བས། འདི་འདུལ། ད་འདི་ཕུལ་བ་བས་ཟེར་ཏེ་དེ་ལ་ཡང་སྦྱར་དགོས། རྒྱལ་བ་རྣམས་ལ་ཕུལ་བ། བས། དེ་ལ་ཡང་སྦྱར་དགོས། དེ་ཀ་ན་ཅིག་འོག་དེ་ལ་སྦྱང། ད་འདི་འདུལ། དེ་ནི། དེ་ག་ནང་བཞིན་བྱས་ནས། ལྷ་དང་མི་ཡི་བདེ་བའི་ཕྱོགས་རྣམས་ཀྱང་ད་མ་མཐར་ཆགས་སུ་ཡང་ཞུ་གིན་ད་དེ་རིང་ཞུ་སྟངས་དེ། ད་ལྷ་དང་མི་ཡི་བདེ་བ་ཟེར་ལྷ་ཡི་བདེ་བ་དང་མི་ཡི་བདེ་བ་ཡི་ཕྱོགས་རྣམས་ཟེར། ཀྱང་ཟེར་ད། ལྷ་ཡི། ལྷ་དང་མི་ཡི་ལོངས་སྤྱོད། མཆོག་ཏུ་གྱུར་པ་འདི་གར་ཆགས་བསྡད་ཀྱི་ཡོད་རེད་ཟེར་ན་ལྷ་དང་མི་ཡི་དེ་བས་ཀྱི་མཆོག་ཆགས་བསྡད་ཀྱི་ཡོད་གསུངས། མདོར་ན་ལྷ་ཡི་དེ་བ་དང་མི་ཡི་དེ་བས་ཀྱི་ནང་ནས་ཡང་དེ་བ་གི་མཆོག་ཏུ་གྱུར་པ་དེ་བ་གི་ནང་ནས་ཡང་དེ་བ་རྩེ་མོར་གྱུར་པ་དེ་བ་ཡག་ཤོས་དེ་ཚོ་ཐོབ་བྱེད་ཀྱི། དེ་ནི་གཟུགས་མཛེས་པ་དགྲ་གཉེན་པ་དྲི་ཞིམ་པ་རོ་མངར་བ། རེག་བྱ་འཇམ་པ་ཟེར་ནས་འདོད་པའི་ཡོན་ཏན་ལྔ། འོ་དེ་ཚོ་ཆ་ཚང་ཡང་ཟེར་བའི་དོན་དག་རེད། ད་སློབ་དཔོན་ཕྱོགས་གླང་ལགས་སོ་བའི་གི་མཚན་གཞི་བཞག་འདུག་ནས་ཞྭ་སེར་རོ་བརྒྱ་དང་ལྡན་པ་ལགས་སོ་བ་ཡང་ཟེར་འདི་མཚན་གཞི་བཞག་ཡོད། འདི་དེ་བའི་ཕྱོགས་དེ། དེ་བའི་ཕྱོགས་སྐད་ཅེས་དེ་ག་རེ་ཟེར་ན་ཞྭ་སེར་རོ་བརྒྱ་དང་ལྡན་པ། ཞྭ་སེར་རོ་བརྒྱ་དང་ལྡན་པ་འདི་ཡར་ཕུལ་བཞག་པ་ཡིན་ན། སོ་སོ་ལ་ད་སོ་སོ་དང་ཡར་ཕུལ་ཟེར་དུས་ཁྱེད་རྣམ་པ་གོ་བ་མ་བོར་ན་སོ་སོ་ལ་ཞྭ་སེར་རོ་བརྒྱ་དང་ལྡན་པ་ཅིག་ཐོབ་སོང་བ་ཡིན་ན་དེ་ཟ་བ་ལ་བརྟེན་ནས་རང་གི་ལྕེ་ཡི་དབང་པོ་རང་གི་ལྕེ་ལ་བྲོ་བ། རང་གི་ལྕེ་ལ་དལ་བ་གི་ནང་ནས་ཡང་དལ་བ་མཆོག་ཏུ་གྱུར་པ་བུ་དུ་བྱུང་བ་འོ་དེ་འདྲའི་ཞིག་ཐོབ་གི་ཡོད་རེད་བ་དེའི་འབའ་སོང་ཙང་དེ། ཞལ་ཟས་རོ་བརྒྱ་དང་ལྡན་པ་དེ་ནི་ཡར་ཕུལ་བ། སུ་ལ་ཕུལ་ཟེར་ན་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་རྣམས་ལ་ཡར་ཕུལ་བ་དེ་ལ་ག་རེ་ལགས་པ་རེད་ཟེར་ན་ལྷ་དང་མི་དེ་བས་མཆོག་རྣམས་སངས་རྒྱས་ལ་ཡར་ཕུལ་བ་ཟེར། དོན་དག་ལ། གཟུགས་མཛེས་པ་དེ་བས་མཆོག་ཟས་དེ་ག་རེ་ལ་གོ་དགོས་རེད་ཟེར་ན། ད། འབྲས་བུ་གི་མིང་དེ་རྒྱུད་ལ་བཏགས་ཤག་དེ་འདྲའི་ལབ་བཞག་ན་ཡང་འགྲིག་གི་རེད། འདི་ནི་གཟུགས་མཛེས་པ་དེ་ལ་བརྟེན་ནས་ག་རེ་བྱུང་གི་རེད་ཟེར་ན་རང་ལ། དེ་བས་ཀྱི་ཕྱོགས་བྱུང་གི་རེད། བ་གྲ་སྙན་པ་དེ་ལ་བརྟེན་ནས་རང་ལ་སེམས་ལ་ག་རེ་བྱུང་རེད་དད་བ་བྱུང་རེད་དད་བ་གནང་ན་ཡང་དད་བ་མཆོག་ཏུ་འགྱུར། ད་དེའང་གཟུགས་མཛེས་པ་དེའང་གཟུགས་ཧ་ཅང་གི་མཛེས་པོ། འཛམ་བུ་གླིང་ནང་ནས་གཟུགས་མཛེས་ཤོས་དེ་ཡིན་པ་ཡིན་ན་དེ་སོ་སོ་ལ་ཡིན་ན་ཡང་དལ་བ་ནང་ནས་ཡང་དལ་བ་གི་མཆོག་ཏུ་གྱུར་པ་དེ་ཐོབ་དགོས་རོ། གྲྭ་ཡིན་ན་ཡང་གྲྭ་སྙེམས་ཤོས་དེ་ནི་ཡིན་པ་ཡིན་ན་དེ་ལ་བརྟེན་ནས་དལ་བ་ཡིན་ན་ཡང་དལ་བ་མཆོག་ཏུ་གྱུར་པ་ཐོབ་དགོས་རེད། དེ་གང་ནང་བཞིན་གྱི་ནི། དྲི། རོ། རེག་བྱ། རེག་བྱ་ཡིན་ན་ཡང་འཛམ་བུ་གླིང་གི་ནང་གི་རེག་བྱ་མཆོག་ཏུ་གྱུར་པ་དེ་རང་ལ་ཐོབ་སོང་བ་ཡིན་ན། དེ་ནི། གཟུགས་ལ་ལུས་ལ་ཡིན་ན་ཡང་དལ་བ་མཆོག་ཏུ་གྱུར་པ་དེ་ཐོབ་དགོས་རོ། དེ་ཡིན་པ་སོང་ཙང་དེ་ལ་དལ་བའི་མཆོག་ཟེར་དགོས་རེད་ད་གན་སོ། ད་འོ་དེ། དེ་དུས་ད་ཡ་ཕུ་ཡ་དེ། ལྷ་དང་མི་ཡི་བདེ་བའི་མཆོག་རེད་ད། ལྷ་ཡི། ལྷ་ཡི་ཡུལ་དུ་ཡོད་པའི་གཟུགས་མཛེས་པ་གྲགས་སྙན་པ་དྲི་ཞིམ་པ། རོ་མངར་བ་རེག་བྱ་འཇམ་པ་དེ་ལ་ལྷ་ཡི་བདེ་བའི་མཆོག་རྣམས་ཟེར། མིའི་ཡུལ་དུ་ཡོད་པའི་གཟུགས་མཛེས་པ་གྲགས་སྙན་པ་དྲི་ཞིམ་པ་རོ་མངར་བ་རེག་བྱ་འཇམ་པ་ཡག་ཤོས་དེ་ཚོ་ཆ་ཚང་ལ། མི་ཡི་བདེ་བའི་མཆོག་ཟེར་དེ་རྣམས་ཀྱང་ཟེར། ཀྱང་ལབ་དགོས་པའི་རྒྱུ་མཚན་ག་རེ་ཟེར་ན་ཕ་གི་གི་རིན་པོ་ཆེའི་རིགས། རྣམ་པ་སྣ་ཚོགས་པའི་གི་སངས་རྒྱས་ཀྱི་ཕྱོགས་བཅུའི་ཞིང་ཁམས་ཐམས་ཅད་བཀང་ནས་རྒྱལ་བ་རྣམས་ལ་ཕུལ་བ་ཅི་ཡོད་རེད་བ། ཕུལ་བ་མ་ཟད་ཟེར། ད་དུང་ཡང་དེའི་སྒང་ལ་ཡང་ལྷ་དང་མིའི་བདེ་བའི་མཆོག་དེ་དག་རྣམས་ཀྱང་ཟེར་ནས་འདི་རྐྱང་ར་དེ་གི་དེ་འདྲའི་སྟེང་དགོད་རོ། དེ་ཡང། ཞིང་གི་རྡུལ་སྙེད་བསྐལ་པ་འཕུལ་བ་ཡིན་སྟ་དེ་ཡང་སངས་རྒྱས་བཅོམ་ལྡན་འདས་ལ་འཕུལ། སངས་རྒྱས་ལ་འཕུལ་བ་དེ་ཡང། ཞིང་གི་རྡུལ་སྙེད་འཕུལ་གྱི་ཡིན་སྟ་དེ་ཁྱེད་རྣམ་པ་བཀྲ་ལྷ་མིའི་འགྲོ་ཀུན་རེ་ཁ་སང་གོང་དུ་ཞིང་གཉིས་རྡུལ་སྙེད་ཟེར་ཏེ། མང་པོ་ཞུ་ཞེས་འགྲེལ་བཤད་ཞུས་ཟིན་པ་དེ་འདྲ་ཆགས་ཏེ་དགོད་རོ། འོ་འདུག་བྱས་ནས། ད་དེ་ཡང། ལྷ་དང་མིའི་བདེ་བའི་གི་མཆོག། དུ་གྱུར་པ། གཟུགས་མཛེས་པ་གྲ་སྙིམ་པ་དྲི་ཞིམ་པ་ལ་སོགས་པ་དེའང་ག་ཚོད་ཀྱིས་ཕུལ་གྱི་ཡིན་ཟེར་ན་གྲངས་མང་ཉུང་དེ་སངས་རྒྱས་ཀྱི་ཞིང་ཁམས་ཀྱི་རྡུལ་ཕྲ་རབ་ཇི་སྙེད་ཅིག་ཡོད་པ་དེ་སྙེད་ཀྱི་གྲངས་དང་མཉམ་པ་ཅིག་ཨ་སངས་རྒྱས་བཅོམ་ལྡན་འདས་ལ་ཡང་ཕུལ་བ་ལ་ཞིང་གི་རྡུལ་སྙེད་ཕུལ་བ་ཟེར། དེ་ནི་ཀལ་པར་ཟེར་དུས་དེའང། ཞིང་གི་རྡུལ་སྙེད་ཀྱི་ལྷ་དང་མིའི་དེ་བས་མཆོག་ཏུ་གྱུར་པ། དེ་སངས་རྒྱས་ལ་ཕུལ་བ་དེའང་ཉི་མ་གཅིག་གཉིས་ཕུལ་བྱ་བ་བྱེད་པོ་མ་ཡིན་པ་ལོ་གཅིག་གཉིས་ཙམ་མ་ཡིན་པ་མི་ཚེ་གཅིག་གཉིས་མ་ཡིན་པ། སྐལ་པ་ནི་སྐལ་པའི་བར་དུ་ད་སྐལ་པའི་སྐོར་དེ་ཁ་སང་གོང་དུ་ཞུས་ཚར་བ་དེ་ཡིན་དུས་སྐལ་པ་ནི་སྐལ་པའི་བར་དུ་དུས་ཚོད་ཧ་ཅང་གི་ཡུན་རིང་པོ་ཅིག་སངས་རྒྱས་བཅོམ་ལྡན་འདས་ལ་ཕུལ་བ་ཟེར། དེ་ཡིན་དུས་ད་དེ་ལ་ག་རེ་འདུག་སངས་རྒྱས་བཅོམ་ལྡན་འདས་རྣམས་ལ་ཕུལ་ཡ་དེ་རིམ་པ་གཉིས་ཡོད་རེད་དེ་ནས་གཅིག་མཆོད་པ་ཕུལ་བ་བཏོན་དགོས་རེད་དེ་ནས་མ་མཆོད་པ་གཅིག་ཕུལ་བ་བཏོན་དགོས་འདུག་བ། དེ་ལས་ཀྱང་དེ་བས་ཀྱང་དེ་ཡིན་དུས་མདོར་བསྡུས་ན་གང་ཡང་ཕྱོགས་བཅུ་ཡི་སངས་རྒྱས་ཀྱི་ཞིང་ཁམས་ཐམས་ཅད་རིན་པོ་ཆེ་རྣམ་པ་བདུན་ལ་སོགས་པ་རིན་པོ་ཆེ་གསེར་དངུལ་གཡུ་བྱུ་རུ་ལ་སོགས་པས་བཀང་ནས་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་རྣམས་ལ་ཕུལ་བ་དང། དེ་བཞིན་དུ་ལྷ་དང་མིའི་ཡུལ་དེ་བས་ཀྱི་མཆོག་ཏུ་གྱུར་པ་རྣམས་ཀྱང། སངས་རྒྱས་བཅོམ་ལྡན་འདས་རྣམས་ལ། ཕུལ། ཡོངས་འདུའི་སྐབས་སུ་ཡིན་ན་ཡང་མང་ཉུང་དེ་ཡང། ཞིང་གི་རྡུལ་སྙེད་ཀྱི་གྲངས་དང་མཉམ་པ། ཡུན་རིང་ཐུང་དེ་ཡང་བསྐལ་པ་ནས་བསྐལ་པའི་བར་དུ་མཆོད་པ་ཕུལ་བ། དེ་ལས་ཀྱང། དེ་བས་ཀྱང། དེ་ལས་ཀྱང། ད། ཟེར་དུས་ག་ལ་ལ་གོ་རེ། ད་དེ་ལྟ་བུ་དེ་ལ་བརྟེན་ནས་བསོད་ནམས། ཕུང་པོ་དཔག་ཏུ་མེད་པ་ཅིག་ཟ་དགོས་རེད་དགེ་བ་དཔག་ཏུ་མེད་པ་ཅིག་ཐོབ་ཀྱི་ཡོད་རེད་སངས་རྒྱས་ལ་མཆོད་པ་དེ་འདྲ་ཅིག་ཕུལ་ན་དེ་ལས་ཀྱང་བསོད་ནམས་ཆེ་བ་ཅིག་ཡོད་རེད་གསུངས་དེ་ལས་ཀྱང་ག་རེ་བསོད་ནམས་ཆེ་གི་རེད་ཟེར་ན་འདི་ལྟོས་བསོད་ནམས་དམ་པའི་མཆོག་ཏུ་འདི་འགྱུར་རོ་ཟེར་གང་གིས་བསྔོ་བའི་རྒྱལ་པོ་འདི་ཐོས་ནས་བྱང་ཆུབ་མཆོག་གི་རྗེས་སུ་རབ་མོས་ཤིག་ལན་གཅིག་ཙམ་ཡང་དད་པ་སྐྱེས་པ་ནི་བསོད་ནམས་དམ་པའི་མཆོག་ཏུ་འདི་འགྱུར་རོ་ཟེར་གང་གིས་ཟེར་དུས་གང་ཟག་སུ་གང་གིས་ཟེར་ད་སུ་བཞག་ན་འགྲིག་སྤྱི་དགྲར་བ་དེ་གང་ཟག་བཀྲ་ཤིས་ལྟ་བུ་གང་གིས་གང་ཟག་གྲོ་མ་ལྟ་བུ་གང་གིས་དབྱངས་ཅན་ལྟ་བུ་གང་གིས་དོན་གྲུབ་ལྟ་བུ་གང་གིས་བསྔོ་བའི་རྒྱལ་པོ་ཟེར།

ད་སྨོན་ལམ་ཡིན་པའི་ངེས་པ་ཡོད་རེད་ཡིན་ན་ཡང་སྨོན་ལམ་ཡིན་ན་བསྔོ་བ་ཡིན་པའི་ངེས་པ་ཡོད་མ་རེད་ཟེར་ནས་ཁ་ཚང་གོང་དུ་བཞུད་ཡོད་བ་འོ་དེ་འདི་ད་ནི་བསྔོ་བའི་རྒྱལ་པོ་ཟེར་དེ་བཟང་སྤྱོད་སྨོན་ལམ་འདི་ལ་གོ་གི་རེད་སྨོན་ལམ་གྱི་རྒྱལ་པོ་དེ། ད། འདིས། ཐོས་ནས། ད་སོ་སོས་སྔར་མ་ཐོས་པ་དེ་སོ་སོ་ཨམ་ཅོག་རྣམས་ལ་ཐོས་ནས། ད་ཁྱེད་རྣམ་པ་འདྲ་བོ་ཡིན་ན་ད་ལྟ་བཟང་སྤྱོད་སྨོན་ལམ་དབུ་བཙུགས་ནས་སོ་འདི་ད་ལྟ་བར་དུ་བཟང་སྤྱོད་སྨོན་ལམ་འདི་ལ་གསན་གཟིགས་གནང་བྱས་གསན་བསམ་གནང་བྱས་ད་མང་པོ་ཞིག་ཐོས་དེ་ཡོད་རེད་བ་འོ་འདི་ལ་ཐོས་པ་ཟེར། ཐོས་ནས། བྱང་ཆུབ་མཆོག་གི་རྗེས་སུ་རབ་མོས། ད་ཐོས་པ་གཅིག་པོ་མ་ཡིན་པ་ཅན་ཐོས་ཚར་བའི་རྗེས་སུ་ག་རེ་བྱེད་པ་ཟེར་ན། བྱང་ཆུབ་མཆོག་གི་རྗེས་སུ་རབ་མོས་ཤིང་ཟེར། ད་བྱང་ཆུབ་མཆོག་ཟེར་དུས། ད་དེ་ལ་སློབ་དཔོན་རྣམ་པ་གིས་འགྲེལ་བཤད་རྒྱག་ན་ཕྱོགས་གཉིས་ལེགས་ཀྱི་འདུག་བ། ད་ཡིན་ན་ཡང་ད་ང་རང་ཚོ་བོད་ཀྱི་ཐ་སྙད་བྱང་ཆུབ་མཆོག་གི་རྗེས་སུ་རབ་མོས་ཤིང་ཟེར་དེ་གཞི་ཆགས་བྱས་ནས་ད་སློབ་དཔོན་ཤཱཀྱ་བཤེས་གཉེན་ལགས་སོ་བའི་གསུང་སྟངས་གཞི་ཆགས་བྱས་ན་འགྲིག་གི་འདུག་བྱང་ཆུབ་མཆོག་ཟེར་དུས་བྱང་ཆུབ་དེ་ལ་ཡང་བྱང། ཉན་ཐོས་ཀྱི་བྱང་ཆུབ་རང་སངས་རྒྱས་ཀྱི་བྱང་ཆུབ་ཐེག་པ་ཆེན་པོའི་བྱང་ཆུབ་སེམས་དཔའི་བྱང་ཆུབ་ཟེར་བླ་ན་མེད་པའི་བྱང་ཆུབ་ཟེར་གསུམ་ཡོད་རེད་ཉན་ཐོས་ཀྱི་བྱང་ཆུབ་རང་སངས་རྒྱས་ཀྱི་བྱང་ཆུབ་བླ་ན་མེད་པའི་བྱང་ཆུབ་ཟེར་ད་ལྟ་དེའི་བྱང་ཆུབ་དེ་གར་ཟེར་ན་བླ་ན་མེད་པའི་བྱང་ཆུབ་ལ་གོ་རེད་བླ་ན་མེད་པའི་བྱང་ཆུབ་དེ་བྱང་ཆུབ་གསུམ་གྱི་ནང་ནས་མཆོག་ཏུ་གྱུར་པ་དེ་ཡིན་པ་སོང་ཙང་བྱང་ཆུབ་མཆོག་ཟེར་རེད་དོན་དག་ལ་སངས་རྒྱས་ལ་གོ་གོ་རེད། བྱང་ཆུབ་མཆོག་ཏུ་གྱུར་པ་བླ་ན་མེད་པ་མངོན་པར་རྫོགས་པ་སངས་རྒྱས་པ་སངས་རྒྱས་དེ་ལགས་སོ། དེ་ནི་བྱང་ཆུབ་མཆོག་དེ་ཡི་རྗེས་སུ་རབ་མོས་ཤིང། ད་དེའི་རྗེས་སུ། དེའི་རྗེས་སུ་ནི་སོ་སོ་རང་ཉིད་ཀྱི་སེམས་དཔའ་དེ་མོས་པ་བྱེད་པ། སེམས་མོས་པ། དེ་འདི་ལྟ་སྟེ། བསྔོ་བའི་གྱི་རྒྱལ་པོ་སྨོན་ལམ་གྱི་རྒྱལ་པོ་བཟང་སྤྱོད་སྨོན་ལམ་དེ་སོ་སོ་ཨ་མཆོག་ལ་ཐོས་ཏེ་ཨོ། ད་སངས་རྒྱས་ལ། ལྷག་པར་དུ་མོས་པ་བསྐྱེད་པ། དེ་འདྲའི་རྗེས་ལ་གོ་རེ་ཟུང། སངས་རྒྱས་བཅོམ་ལྡན་འདས་ལ་ལྷག་པར་དུ་མོས་པ་བསྐྱེད་པ། ད་དེ་ལྟ་བུ་གི་སངས་རྒྱས་བཅོམ་འདི་བྱང་ཆུབ་མཆོག་ཏུ་ཟད་དེ། དངོས་སུ་ད་འདི་ལ་གཉིས་རྒྱུ་དང་འབྲས་བུ་གཉིས་ཀ་གོ་དགོས་དང་འབྲས་བུ་སངས་རྒྱས་དེ་རེ་བ་བླ་ན་མེད་པའི་བྱང་ཆུབ་མཆོག་ཏུ་གྱུར་པ་སངས་རྒྱས་དེ་ཤ་ཨ་དེའི་རྒྱུ་ག་རེ་བྱང་ཆུབ་མཆོག་ཟད་དེ་བྱང་ཆུབ་ཀྱི་སྤྱོད་པ་དེ། བཟང་པོའི་གྱི་སྤྱོད་པ་དེ་དང་གོ་ཨེ་ངོ་མ་དེ་འདི་ལ་གོ་དགོས་དང་བྱང་ཆུབ་ཀྱི་སྤྱོད་པ་དེ་ལ་ཡང་རྗེས་སུ་རབ་མོས་པ་ད་བཟང་སྤྱོད་སྨོན་ལམ་ནང་ལ་དེ་ཁ་ཚང་གོང་དུ་ཚིགས་བཅད་དང་པོ་ནས་གསུངས་ཏེ་དེ་རིང་ཚིགས་བཅད་ཨ། ད་བཞི་བཅུ་ཞེ་བདུན་བར་བ་ད་དང་པོ་ནས་གསུངས་ཏེ་ཚིགས་བཅད་བཞི་བཅུ་ཞེ་དྲུག་པའི་བར་དུ་ད་མ་ཐོས་ཐོས་ཐོས་ཡོང་དུས་ཨོ་དེ་ནི། སོ་སོ་གི་སེམས་པ་དེ་བྱང་ཆུབ་ཀྱི་སྤྱོད་པ་དང་བཟང་པོ་གི་སྤྱོད་པ་གལ་སྲིད་བྱང་ཆུབ་སེམས་དཔའ་རྣམས་ཀྱི་སྤྱོད་པ་བཟང་པོ་དེ་ལ་སེམས་པ་དེ་མོས་པ་དགྲ་བོ་ཅིག་སླད་ནས་མོས་པ་སྐྱེས་པ་ཨོ་དེ་རབ་མོས་ཤིང་རབ་ཏུ་མོས་པ་དེའང་སེམས་མོས་པ་དེའང་རབ་ཏུ་མོས་པ་མོས་ཟེར་དུས་སྐབས་སུ་ལ་དེ་ལ་སེམས་པ་འཐད་པའི་དོན་དང་ར་བ་དེ་ལ་སེམས་པ། དེ་དངོས་གནས་ཁོ་རང་ཡག་པོ་ཅིག་རེད་འདུག་བསམ་པ་ཅིག་སོ་སོའི་ར་བ་དེ་འདྲས་བྱུང་བ་ཅིག་དེའི་དངོས་གནས་ཁོ་རང་འགྲུབ་དགོས་ཅིག་རེད་འདུག་བསམ་པ་ཅིག་དེའི་དངོས་གནས་ཅིག་རེད་འདུག་བསམ་པ་ཅིག་ལ་མོས་པ་ཟེར་བར་ང་མོས་པ་ཡོད་ཟེར་གི་ནམ་རྒྱུན་ནས་ང་མོས་མཐུན་ཡོད་ཟེར་དེ་ག་རང་རེད་ཁེ་སོང་ཨང། ང་མོས་མཐུན་མེད་ཟེར་བྱས་བ་ཨོ་དེ་ཚོས་མོས་པ་ཟེར་དེ་ཨོ་དེ་ཚོ་ནི་སོ་སོ་རང་ཉིད་ཀྱི་སེམས་པ་དེ་བྱང་ཆུབ་ཀྱི་སྤྱོད་པ་དང་བཟང་པོ་ཀྱི་སྤྱོད་པ་དེ་ལ་མོས་ཤིང་རབ་ཏུ་མོས་ཤིང་ད་དེ་འདྲས་མོས་པ་བྱུང་གི་རེད་སོང་ད་དེ་མོས་པ་དེ་བྱུང་ཡོད་མེད་ཁྱེད་རྣམ་པ་མཁྱེན་གྱི་རེད་བ། ད་ཁྱེད་རྣམ་པ་སོ་སོ་སོ་སོ་ལྟ་ཡ་རེད་བྱང་ཆུབ་ཀྱི་སྤྱོད་པ་དེ་ལ་མོས་པ་བྱུང་འདུག་མི་འདུག་ཨོ། རྒྱུ་བྱང་ཆུབ་ཀྱི་སྤྱོད་པ་དེ་ལ་མོས་པ་བྱུང་འདུག་དང་མི་འདུག་དེ་ལ་བརྟེན་ནས་བྱུང་བའི་འབྲས་བུ་བྱང་ཆུབ་མཆོག་ཏུ་གྱུར་པ་བླ་ན་མེད་པ་རྫོགས་པའི་སངས་རྒྱས་ཀྱི། གོ་འཕང་དེ་ལ་མོས་པ་བྱུང་འདུག་དང་མི་འདུག་སོ་སོ་ལ་ལྟ་ཡ་རེད་བ་ད་ཁྱེད་རྣམ་པ་ཕ་ཅན་བྱུང་ཡོད་མོས་པ་ཡོད་པ་སོང་ཙང་ད་ལྟ་བར་དུ་དེ་སེམས་གཟིགས་གནང་ནས་ཕེ་དེ་རེད་བ་དེ་མོས་པ་དེ་བྱུང་མེད་པ་ཡིན་ན་ཤོ་ལོ་ཀ་དང་པོ་གཉིས་པ་གསུམ་པ་འདྲ་བོ་ཁ་ཤས་ཤིག་སེམས་གཟིགས་གནང་དེ་ནས། གཡུག་བཞག་དེ་ནི་མུ་མཐུད་ཐུག་གི་མ་རེད་བ། ད་ད་ལྟ་ཁྱེད་རྣམ་པ་ད་ལྟ་འདི་གསན་གཟིགས་གནང་བཞིན་པ་འདི་རྟགས་ག་རེ་བསྟན་དགོས་རེད་ཟེར་ན་ཨོ་བཟང་སྤྱོད་སྨོན་ལམ་གསལ་དེ་དངོས་གནས་ཡག་པོ་ཞུ་ཅིག་འདུག་ཨ་དངོས་གནས་འདི་ང་གོ་ཡ་ཅིག་རེད་འདུག་ཟེར་ནས་སོ་སོ་གི་མོས་པ་ཅིག་སྐྱེས་ཡོད་པ་སོང་ཙང་ད་ལྟ་བར་དུ་མུ་མཐུད་ནི་ད་ལྟ་ཤོ་ལོ་ཀ་བཞི་བཅུ་ཞེ་བདུན། ད་ད་ལྟ་འདི་འོག་དེ་ཤོ་ལོ་ཀ་བཞི་བཅུ་ཞེ་བརྒྱད་པ་དེ་རོ་ཤོ་ལོ་ཀ་བཞི་བཅུ་ཞེ་བརྒྱད་པ་དུ་མུ་མཐུད་ནི

ཕྱིར་མི་ལྡོག་པའི་གིས་ཡིད་ཆེས་པའི་གིས་དད་པ་བསྐྱེད་ནས་དེ་ལྟ་བུའི་གིས་དད་པ་དེ། ང་ཚོ་ནམ་རྒྱུན་ཤེས་དད་གིས་དད་པ་ཅེས་བྱ་བ་དེའང་རང་རེད། དད་པ་དེ་བསྐྱེད་པ་ནི་ད་དེ་སོ་སོ་གིས་བསྐྱེད་དགོས་ར་བ་ད་དང་པོ་ནས་དགོས་རང་སོ་སོ་གིས་དད་པ་དེ་ངམ་ངམ་ཤུགས་ཤུགས་གིས་བཅོས་མ་མ་ཡིན་པའི་དད་པ་ཟེར་ཡ་དེ་དཀའ་ལས་ཁག་པོ་ཞིག་རེད་ལས་དང་པོ་བ་ལ་ཡོང་ཡ་ཡོང་མ་དེ་མཚར་ནི་དད་པ་དེ་བསྐྱེད་པ་སོ་སོ་གིས། དད་པའི་གིས་ཤུགས་བསྐྱེད་པ་དེ་ནས་སོང་རེད་ད་དེ་ལ་གར་འདུག་གཉིས་ཡོར་དང་མོས་པ་དང་དད་པ་རྣམ་པ་གཉིས་ཡོར།

བསོད་ནམས་དམ་པའི་མཆོག་ཏུ་དེ་འགྱུར་རོ། ད་དེ་ག་རེ་རེད་ཟེར་ན། བསོད་ནམས་ཀྱི་ནང་ནའང་བསོད་ནམས་དམ་པ་ཡིན། བསོད་ནམས་དམ་པའི་ནང་ནའང་དམ་པ་ཡིན། དམ་པའི་མཆོག་ཏུ་འགྱུར་བ་ཡིན། མཆོག་ཏུ་དེ་འདི་འགྱུར་རོ་ཟེར། ད་འདི་འགྱུར་རོ་ཟེར་དུས་ག་རེ་འགྱུར་ཟེར་ན། བཟང་སྤྱོད་སྨོན་ལམ་འདི་ཐོས་པ་ལ་བརྟེན་ནས་རབ་ཏུ་མོས་པ་བྱེད་པ་དང་རབ་ཏུ་དད་པ་བསྐྱེད་པ་འདི་ཨ་ནི་འགྱུར་གྱི་རེད། བཟང་སྤྱོད་སྨོན་ལམ་དེ་ལ་ཐོས་པ་བྱས་ནས་ཨ་ནི་བཟང་སྤྱོད་སྨོན་ལམ་ནང་ལ་བཤད་པའི་གི་བརྗོད་བྱ་བཟང་སྤྱོད་སྨོན་ལམ་ནང་ལ་བཤད་པའི་གི་བཟང་པོའི་སྤྱོད་པ་དེ་དག་ལ་རབ་ཏུ་མོས་པ་བསྐྱེད་པ་དང་དད་པ་བསྐྱེད་པ་དེ་ག་རེ་བྱ་གི་རེད་ཟེར་ན་སོ་ནམ་གྱི་ནང་ནས་ཡང་སོ་ནམ་དམ་པ་སོ་ནམ་དམ་པའི་ནང་ནས་ཡང་མཆོག་ཏུ་གྱུར་གྱི་རེད། མཆོག་ཏུ་གྱུར་གྱི་རེད་ཟེར་དོན་དག་ལ་ག་རེ། སོ་ནམ་དམ་པའི་མཆོག་ཏུ་ཟེར་ད། གང་ཡང་ཕྱོགས་བཅུའི་ཞིང་ཁམས་ཞིང་རྣམས་མཐའ་ཡས་པ་རིན་ཆེན་བསྐྱེད་དེ་རྒྱལ་བ་རྣམས་ལ་ཕུལ་བ་དང་ལྷ་དང་མི་ཡི་བདེ་བའི་མཆོག་རྣམས་ཀྱང་ཞིང་གི་དུས་ཉི་སྐལ་པ་སངས་རྒྱས་སངས་རྒྱས་བཅོམ་ལྡན་འདས་རྣམས་ལ་ཕུལ་བ་དེའང་སོ་ནམ་དམ་པར་བ། སོ་ནམ་གྱི་ནང་ནས་ཡང་སོ་ནམ་དམ་པ་རེད། དེ་ལྟ་བུའི་སོ་ནམ་དམ་པ་དེ་ལས་ཀྱང་སོ་ནམ་ཆེ་བ་ཡིན། སོ་ནམ་དམ་པ་དེ་ལས་ཀྱང་མཆོག་ཏུ་གྱུར་པ་དེ་འོག་སྟེ་བཞག་གོ། དེ་ལྟ་བུའི། སྟོང་གསུམ་གྱི་སྟོང་ཆེན་པོ་འཇིག་རྟེན་གྱི་ཁམས་ཐམས་ཅད་རིན་པོ་ཆེ་སྣ་བདུན་གྱིས་བཀང་ནས་རྒྱལ་བ་རྣམས་ལ་མཆོད་པ་ཕུལ་བ་ལས་ཀྱང་བཟང་སྤྱོད་སྨོན་ལམ་དེ་ཐོས་ནས་དེ་ལ་མོས་པ་བྱེད་པ་དང་དེ་ལ་དད་པ་བསྐྱེད་པ་དེ་ལྷག་གི་རེད་ད་སོ་ནམ་ཆེ་གི་རེད་གསུངས། དེ་གང་ནང་བཞིན་བྱས་ནས་ལྷ་དང་མི་ཡི་གེ་དེ་བས་ཀྱི་ཕྱོགས་ཐམས་ཅད་ཀྱང་གཟུགས་མཛེས་པ་གྲགས་སྙན་པ་ལ་སོགས་པ་ཐམས་ཅད་ཀྱང་ཞིང་གི་རྡུལ་སྙེད་སྐལ་པ་ནས་སྐལ་པའི་བར་དུ་སངས་རྒྱས་བཅོམ་ལྡན་རྣམས་ལ་མཆོད་པ་ཕུལ་བ་ལས་ཀྱང་བཟང་སྤྱོད་སྨོན་ལམ་འདི་ལན་གཅིག་ཐོས་ནས། བཟང་སྤྱོད་སྨོན་ལམ་འདི་ལན་གཅིག་བཟང་སྤྱོད་སྨོན་ལམ་དེ་ལ་རབ་ཏུ་མོས་ནས་ལན་གཅིག་དད་པ་བསྐྱེད་པ་འདི། པདྨ་ཚེའི་བསོད་ནམས་མཆོག་ཏུ་གྱུར་པ་ཡིན་དེ་ལ་བརྟེན་ནས་བསོད་ནམས་དེ་ལས་ཀྱང་བསོད་ནམས་དཔག་ཏུ་མེད་པ་ཚད་མེད་པ་ཅིག་བསགས་ཀྱི་རེད་སོང་ཨོ་བསོད་ནམས་ཆེ་ཆུང་གི་ཁྱད་པར་དུ་དེའི་དུས་ས་ནས་འདིར་ག་རེ་བསྟེན་དགོས་པ་རེད་བཟང་སྤྱོད་སྨོན་ལམ་གྱི་ཕན་བཟང་སྤྱོད་སྨོན་ལམ་ཕན་ཡོན་ག་རེ་སོ་ནམ་དམ་པས་ཀྱི་མཆོག་ཏུ་གྱུར་པ་ཐོབ་པའི་ཀྱི་ཕན་ཡོན་བསྟན་གྱི་ཡོད་བཟང་སྤྱོད་སྨོན་ལམ་དེ་ལ་བརྟེན་ནས་སོ་ནམ་གྱི་ཚོགས་རྒྱ་ཆེན་པོ་ཅིག་རང་བཞིན་གྱི་སྲོག་འགྲོ་གི་རེད། འོ་དེ་བསྟན་གྱི་རེད་བསྟན་གྱི་འདུག་ཙང་ནས་ཁྱེད་རྣམ་པ་དག་ད་ལྟ་བར་དུ་བཟང་སྤྱོད་སྨོན་ལམ་གསན་གཟིགས་གནང་གནང་གནང་དེ་འདྲ་ཅིག་མུ་མཐུད་ནས་གནང་ཡོང་དུས་ད་སོ་ནམ་གྱི་ཕུང་པོ་དཔག་ཏུ་མེད་པ་ཅིག་བསགས་ཡོད་རེད་དགེ་བ་དཔག་ཏུ་མེད་པ་ཅིག་བསགས་ཡོད་རེད་ད་འདི་བསགས་པ་ལ་བསགས་པ་ཡིན་པ་དེ་ཡང་སོ་སོ་གྱིས་མཁྱེན་པར་གནང་དགོས་རོགས་ཨང་མཁྱེན་པའི་ཐོག་ནས་དགེ་བ་དེ་དག་ཐམས་ཅད་རབ་ཏུ་བསྔོའོ་ཟེར་ནས་ཁ་ཚང

ད་དེའི་རྗེས་སུ་གང་གིས་བཟང་སྤྱོད་སྨོན་ལམ་འདི་བཏབ་པས་དེ་ནི་ངན་སོང་ཐམས་ཅད་སྤང་བར་འགྱུར་དེ་ནི་གྲོགས་པོ་ངན་པ་སྤང་བ་ཡིན་སྣང་བ་མཐའ་ཡས་དེའང་དེ་མྱུར་དང་དེ་དག་རྙེད་པ་རབ་རྙེད་དེ་བར་སོ་མི་ཟད་འདིར་ཡང་དེ་དག་ལེགས་པར་འོང་ཀུན་ཏུ་བཟང་པོ་དེའང་ཅི་འདྲ་བ་དེ་དག་རིང་པོར་མི་ཐོགས་དེ་བཞིན་འགྱུར་ཟེར། ད་དེ་ནི་མ་རིམ་པ་བཞིན་དུ་ཞུས་པ་ཡིན་ན། གང་གིས་སུ་དུས་གང་ཟག་སུ་གང་གིས་སུ་ཡིན་ན་ཡང་འགྲིག། ད་དེ། གང་ཟག་ལྷ་མོ་ཡིན་ན་རེད་དབྱངས་ཅན་ཡིན་ན་འགྲིག་རེད་བཀྲ་ཤིས་ཡིན་ན་རེད་དོན་གྲུབ་ཡིན་ན་འགྲིག་རེད་སུ་ཡིན་ན་ཡིན་གང་ཟག་སུ་གང་གི་ཟེར་བའི་དོན་དག་རེད། བཟང་སྤྱོད་སྨོན་ལམ་འདི་བཏབ་པས་ད་དེ་བཟང་སྤྱོད་སྨོན་ལམ་ཟེར། ད་བཟང་འདི་བཟང་སྤྱོད་སྨོན་ལམ་ཟེར་ཡ་དེ་དང་དེ་ལ་བསྔོ་བའི་རྒྱལ་པོ་ཟེར་གཉིས་དོན་དག་གཅིག་པ་གཅིག་རྐྱང་རེད། འོ་ད་བཟང་སྤྱོད་སྨོན་ལམ་ང་རང་ཚོ་ནམ་རྒྱུན་ཡོངས་གྲགས་ཐོག་ནས། རྒྱས་པར་བྱས་ན་འཕགས་པ་བཟང་པོ་སྤྱོད་པའི་སྨོན་ལམ་གྱི་རྒྱལ་པོ་ལབ་དགོས་ར་བསྡུས་བྱས་ན་བཟང་སྤྱོད་སྨོན་ལམ་ད་བཟང་སྤྱོད་སྨོན་ལམ་འགྲེལ་བཤད་ཞུ་མོ་བ་ཅན་ཁ་སང་ཡང་ནས་ཡང་དུ་མང་པོ་ཞུས་ཟ་རོ་བཟང་སྤྱོད་སྨོན་ལམ་འདི་ད་ད་ད་འདི་འདྲ་བྱ་རོ་འདི་བཏབ་པས་ཟེར། བཟང་སྤྱོད་སྨོན་ལམ་འདི་བཏབ་ཟེར་དུས་སྨོན་ལམ་བཏབ་ཟེར་བའི་དོན་དག་རེད། བཟང་སྤྱོད་སྨོན་ལམ་འདོན་པ་དང་བཟང་སྤྱོད་སྨོན་ལམ་བཏབ་པ་གཉིས་ལ་ཁྱད་པར་ཡོད་གསུངས་ནས། བཟང་སྤྱོད་སྨོན་ལམ་འདོན་ཟེར་དུས་བཟང་སྤྱོད་སྨོན་ལམ་འདི་མ་སྐྱོར་བྱ་བའི་དོན་དག་རེད། ངག་ནས་མ་འདོན་པའི་དོན་དག་རེད། བཟང་སྤྱོད་སྨོན་ལམ་ཀློག་ཟེར་ན་དཔེ་ཆ་ནང་ལ་ཡོད་ཅེས་པ་དེ་ཀློག་པའི་དོན་དག་རེད། ད་བཟང་སྤྱོད་སྨོན་ལམ་བཏབ་ཟེར་དུས་ག་རེ་གོ་གོ་རེད་ཟེར་ན། འདི་འདོན་པ་ཡང་ཡིན་པ་གང་ཞིག་ལ་ནི་ཚིག་གི་དོན་དག་འདི་བསམ་བློ་རྣམས་ལ་འཁོར་གྱི་འཁོར་གྱི་ཚིག་དོན་ཇེ་དྲན་བྱས་ནས་བསམ་བློ་བཏང་གི་བཏང་གི་ཚིག་ག་རེ་འདུག་ན་ཡང་དེའི་དོན་དག་འདི་བསམ་བློ་བཏང་གི་བཏང་གི་བྱས་ནས་མ་འདོན་བཞག་པ་ཡིན་ན་དེ་བཟང་སྤྱོད་སྨོན་ལམ་བཏབ་ཟེར་བའི་དོན་དག་ལེགས་ཡོད་རེད་དེ་ཚིག་ནང་ལ་ཡོད་བཞག་པ་དེ་སོ་སོ་གྱི་སེམས་ནང་ནས་འཁོར་ཨ་དེ་འདྲ་ཅིག་ཡོང་བ་ཤོག་དེ་འདྲ་ཅིག་ཡོང་བ་ཤོག་དེ་འདྲ་ཅིག་ཡོང་དེ་འདྲ་ཅིག་འགྱུར་བ་ཤོག་དེ་འདྲ་ཅིག་འགྱུར་ཅིག་འགྱུར་ཅིག་འགྱུར་ཅིག་འགྱུར་ཅིག་ཟེར་ཁ་ཚང་གོང་དུ་སྨོན་ལམ་གྱི་ར་བའི་བཅུ་དྲུག་ནང་ལ་གསུངས་པ་ནང་བཞིན་བྱས་ནས། སེམས་ཀྱི་བསམ་བློ་གནང་ནས་ཡང་དེའི་དོན་དག་དེ་བསམ་བློ་བཏང་ཐུབ་པ་དེ་འདྲ་བྱུང་ན་བཟང་སྤྱོད་སྨོན་ལམ་དེ་བཏབ་ཟེར་བར་དོན་དག་རེད་ད། འདི་ནི་བཟང་སྤྱོད་སྨོན་ལམ་འདི་བཏབ་པས་ད་བཟང་སྤྱོད་སྨོན་ལམ་འདི་བཏབ་པ་ཡིན་ན་དེ་ཕན་ཡོན་ག་རེ་ཡོད་རེད་ཟེར་ན། དེ་ནི་ད་དེ་ནི་སྲིད་དོན་འདི་དེ་འདྲ་དེ། སུ་ལ་འཇུག་པ་རེད་ཟེར་ན་བཟང་སྤྱོད་སྨོན་ལམ་འདེབས་པ་པོ་དེ་བཟང་སྤྱོད་སྨོན་ལམ་བཏབ་མཁན་དེ་དེས་བྱེད་དྲག་ར་བ་དེས་བྱེད་དྲག་དེས་ནི་དེ་ཡིས་ག་རེ་བྱེད་ཀྱི་རེད་ཟེར་ན་ངན་སོང་ཐམས་ཅད་སྤང་བར་གྱུར། ངན་སོང་དམྱལ་བ་ཡི་དྭགས་དུད་འགྲོ། ལ་སོགས་པའི་གེགས་དང་ངན་སོང་གསུམ་གྱི་གཙོ་བྱས་པའི་ངན་སོང་ཐམས་ཅད་ཡང་སྤང་བར་གྱུར་གྱི་རེད་གསུངས་རེད། ངན་སོང་གསུམ་དུ་འགྲོ་དགོས་པ་མ་རེད་ཟེར། ད་དེ་དངོས་གནས་དེ་འབའ་ཞིག་ཡིན་པར་བ། བཟང་སྤྱོད་སྨོན་ལམ་དངོས་གནས་བཏབ་པ་ཡིན་ན་ད་ངན་སོང་གསུམ་དུ་འགྲོ་མི་དགོས་བ་ད་གཏན་འཁེལ་བོ་དེ་འདྲའི་ཆགས་འགྲོ་དགོས་རེད། ན་ཁྱེད་རྣམ་པ་སོ་སོ་ཡི་ཐུགས་བསམ་བཞེས་ན་ཡང་ལམ་སང་ཧ་གོ་ཐུག་གི་འདུག་བ་གང་ཡིན་ཟེར་ན་ཁ་ཚང་གོང་དུ་བཟང་སྤྱོད་སྨོན་ལམ་གྱི་སྦྱོར་བ་སྐབས་སུ་ཡིན་ན་ཡང་སྦྱོར་བ་ཚོགས་བསགས་ཡན་ལག་བདུན་འདི་གི་དོན་དག་ཆ་ཚང་ཁྱེད་རྣམ་པ་མཁྱེན་ཟིན་པ་རེད་དངོས་གཞིའི་སྐབས་སུ་ཡིན་ན་དངོས་གཞི་གི་སྨོན་ལམ་གྱི་རབ་ཡས་བཅུ་དྲུག་དང་དེའི་མཐར་ཐུག་པ་བཤད་དུས་སྐབས་སུ་ཡིན་ན་ཡང་དོན་དག་ག་འདྲའི་འདྲ་བོ་ཞིག་གསུང་གི་འདུག་བཟང་སྤྱོད་སྨོན་ལམ་ནང་ལ་འོ་དེའི་དོན་དག་དེ་གསུང་པ་དེ་ལ་སོ་སོ་གི་སེམས་གདིང་ནས་དོན་དག་དེ་བསམ་བློ་བཏང་གི་བཏང་གི་བྱས་ནས་སྨོན་ལམ་གྱི་བཏབ་ཡོང་དུས་དེ་བྱང་ཆུབ་སེམས་དཔའི་གི་ཉམས་ལེན་ཆགས་ཐུག་གི་རེད་བ། བྱང་ཆུབ་སེམས་དཔའི་གྱི་ཉམས་ལེན་བྱ་འདོད་དེ་ལྟ་དེ་ལྟ་བུའི་གྱི་ཉམས་ལེན་དེ་རྒྱུན་བསྐྱངས་བྱས་ན་དེ་ནི་ངན་སོང་གསུམ་དང་གྲུ་མོ་བོ་བ་བཞི་ཤར་བ་དེ་ནི་ངན་སོང་ཐམས་ཅད་སྤངས་འགྲོ་གི་རེད་སོང་རེད་སྤང་བར་འགྱུར་ད་དེ་བརྒྱ་ཆ་བརྒྱ་འགྲོ་གི་ཡོད་རེད་ད་དེ་ཡང་བཟང་སྤྱོད་སྨོན་ལམ་དེ་བཏབ་ན་དེ་འབྱུང་གི་ཡོད་རེད་མ་གཏོགས་དེ་ག་བཟང་སྤྱོད་སྨོན་ལམ་འདོན་བཞག་པ་གཅིག་པུ་གྱི་དོན་དག་དེ་རྩ་ནས་ག་རང་ཧ་མ་གོ་བ་བཅས་ནེ་ཚོས་མ་ནི་འདུན་པ་ནང་བཞིན་བྱེད་བཞག་པ་ཡིན་ན་དེ་ངན་སོང་ཐམས་ཅད་སྤང་བར་འགྱུར་སའི་ཕན་ཡོན་འབྱུང་གི་རེད་བས་ན་དེ་འབྱུང་ཡ་ག་ལ་ཁག་པོ་ཡོད་རེད་ད། སྤྱི་དང་བཟང་སྤྱོད་སྨོན་ལམ་འདོན་བྱ་བ་གཅིག་པུ་གིའང་ཕན་ཡོན་དང་བསམ་གྱིས་མི་ཁྱབ་པ་འབྱུང་གི་ཡོད་རེད་ཀོ། དེ་ཚེ་སྒྲུབ་པའི་གི་སྨོན་ལམ། ད་ལྟ། བྱང་ཆུབ་སེམས་དཔའ་འཕགས་པ་ཀུན་ཏུ་བཟང་པོའི་གི་ཞལ་ནས་གསུང་བྱ་བ་གཙང་པོའི་ངའི་བུ་ནོར་བཟང་ལ་གསུང་བྱ་བ་དེ་འདྲ་ཡིན་དུས་དཔེ་མ་ཟད་བྱིན་རླབས་ཆེན་པོ་ཡིན་དུས། ཀོ། ཕན་ཡོན་དང་བརྒྱ་ཆ་བརྒྱ་ཐོབ་གི་རེད་ཡིན་ན་ཡང་ད་ངན་སོང་ཐམས་ཅད་སྤང་བར་འགྱུར་ཟེར་ཡ་དེ་དཀའ་ལས་ཁག་པོ་བྱེད་གི་ཡོད་རེད་ད། དེ་ཡིན་དུས་ད་ནི་ངན་སོང་ཐམས་ཅད་སྤང་བར་འགྱུར་ཟེར་བའི་ཕན་ཡོན་དེ་གང་ལ་ག་འདྲི་ག་འདྲི་ཅན་ཐོབ་གི་རེད་ཟེར་ན་ཚིག། སྐྱོར་བྱ་བ་གཅིག་པོ་མ་ཡིན་པ་ཞིག་ཚིག་གི་དོན་དག་དེ་བསམ་བློ་བཏང་ནས་མ་འདོན་བྱ་བ་ཡིན་ན། དངོས་གནས་ཁོ་རང་སེམས་གཏིང་ནས་ཁོ་རང་དོན་དག་དེ་བསམ་བློ་བཏང་གིན་བཏང་གིན་སྡོད་ན་ངན་སོང་ཐམས་ཅད་སྤངས་འགྲོ་གི་རེད་སོང་སྐྱེ་བ་ཕྱི་མ་སོ་སོ་ངན་སོང་གསུམ་ལ་འགྲོ་དགོས་མ་རེད་ཟེར་བརྒྱ་ཆ་བརྒྱ་བྱ་དགོས། དེ་ག་ནང་ཤེས་ཀྱི་ནི་ད་དང་པོ་ཆགས་སོ་བ་གཉིས་པ་ཡང་ཕན་ཡོན་ག་རེ་ཡོད་ཟེར་ན་དེས་ནི་བཟང་སྤྱོད་སྨོན་ལམ་འདོན་མཁན་དེ་ཡིས་ནི་དེ་ཡིས་ག་རེ་བྱེད་གི་རེད་ཟེར་ན་གྲོགས་པོ་ངན་པ་ཐམས་ཅད་གྲོགས་པོ་ངན་པ་སྤངས་པ་ཡིན་ཟེར། ད་དེའང་བརྒྱ་ཆ་བརྒྱ་ཆགས་འགྲོ་གི་ར། བཟང་སྤྱོད་སྨོན་ལམ་དངོས་གནས་གོ་ར་ཚིག་གི་དོན་དག་དེ་བསམ་བློ་བཏང་ནས་ཚིག་གི་དོན་དག་མཁྱེན་ནས། ཧ་གོ་བའི་ཐོག་ནས་ཚིག་དོན་རྗེས་དྲན་བྱས་ནས། ཚིག་གི་དོན་དག་དེ་བསམ་བློ་ནང་ལ་གོམས་གི་གོམས་གི། བཟང་སྤྱོད་སྨོན་ལམ་འདི་བཏབ་བཞག་བ་ཡིན་ན་སྨོན་ལམ་འདི་འདོན་བཞག་བ་ཡིན་ན། གྲོགས་པོ་ངན་པ་ཐམས་ཅད་སྤང་ཚར་བ་དང་གཅིག་པ་ཡིན་ཟེར་ད་དེ་ཡིན་པར། བཟང་སྤྱོད་སྨོན་ལམ། གི་ཚིག་དོན་རྗེས་དྲན་བྱས་ནས་འདོན་བསྡད་མཁན་རྟག་པར་བཟང་སྤྱོད་སྨོན་ལམ་གྱི་ཉམས་ལེན་བྱེད་བསྡད་མཁན། ཁ་འདོན་བྱེད་བསྡད་མཁན། དེ་ལྟ་བུའི་གང་ཟག་དེ་གྲོགས་པོ་ངན་པ་གྱི་གཞན་དབང་དུ་འགྲོ་གི་རེད་བས་སེམས་ན་རྩ་བ་ཉིད་ནས་ཁོ་ར་འགྲོ་གི་མ་རེད་དེ་གྲོགས་པོ་ངན་པ་ཟེར་ནས་ནམ་རྒྱུན་ཡོངས་གྲགས་དང་ང་ལ་ཟེར་གྲོགས་བཟང་པོ་དང་གྲོགས་ངན་པ་ཟེར་བྱས་བ་གྲོགས་ངན་སྤོང་བ་རྒྱལ་སྲས་ལག་ལེན་ཡིན་ཟེར། ཁ་སོ་ཐོས་བསམ་སྒོམ་པའི་གི་བྱ་བ་ཉམས་འགྱུར་ལ། ཟེར་གི་ད་ཤོ་ལོ་ཀ་གཅིག་ཡོད་བ་རྒྱལ་སྲས་ལག་ལེན་ན་ལ་དེ་གྲོགས་པོ་ངན་པ་ཟེར་བྱས་བ་དེ་ག་རང་ར་རེད་འདིར་གྲོགས་པོ་ངན་པ་ཟེར་ཡང་ཟབ་ཅིང་རྒྱ་ཆེ་བ་གོ་ཡ་གང་ཡང་ཡོད་མ་རེད་ནམ་རྒྱུན་ང་ཚོ་འཇིག་རྟེན་ཡོངས་གྲགས་ཐོག་ལ་གྲོགས་པོ་ངན་པ་ཟེར་བྱས་བ་འོ་དེ་རེད། དེ་ལྟ་བུའི་གི་གྲོགས་པོ་ངན་པ་དེ་སྤང་ཚར་བ་ཡིན་ད་དེ་གྲོགས་པོ་ངན་པ་དེ་དང་བེད་ཁོ་རང་ཕ་ཐག་རིང་པོ་བྱས་བྱ་བ་ད་སྤང་ཚར་བ་སྤང་ཟེར་ན་ཧ་མོག་གི་མི་འདུག་སྤངས་པ་དང་གཅིག་པ་ཡིན་དེ་བརྒྱ་ཆ་བརྒྱ་རེད་བ་བཟང་སྤྱོད་སྨོན་ལམ་འདོན་མཁན་གང་ཟག་དེ་བཟང་སྤྱོད་སྨོན་ལམ་ལ་ཉམས་ལེན་བྱེད་མཁན་གང་ཟག་དེ་གྲོགས་པོ་ངན་པའི་གི་གཞན་དབང་དུ་རྩ་བ་ཉིད་ནས་ཁོ་རང་འགྲོ་གི་མ་རེད་འོ་དེ་ད་མི་འགྲོ་བའི་རྒྱུ་མཚན་ག་རེད་ཟེར་ན་ཁྱེད་རྣམ་པ་སོ་སོ་གིས་མཁན་ཐུག་གི་རེད་བ་ཁ་ཚང་གོང་དུ་བཟང་སྤྱོད་སྨོན་ལམ་དངོས་གཞི་གི་ར་བའི་བཅུ་དྲུག་གི་ནང་ལ་ད། དོན་དག་དེ་ཚོ་ག་འདྲས་བྱེད་ཀྱི་འདུག་དེ། དོན་དག་དེ། ཐོས་བསམ་སྒོམ། ཐོས་པའི་ཀྱི་ཤེས་རབ་ཀྱིས་རྟོགས་པའི་ཐོག་ནས་ནི་བསམ་པའི་ཤེས་རབ་ཀྱིས། སྒྲོ་འདོགས་གཅོད་པའི་ཐོག་ནས་ནི་སྒོམ་པའི་ཤེས་རབ་ཀྱིས་དེ་བཟང་སྤྱོད་སྨོན་ལམ་དེ་ཁ་འདོན་དགེ་སྦྱོར་བྱས་ནས་རྟག་པར་ཞིག་སྨོན་ལམ་རྒྱག་བསྡད་མཁན་དེ་གྲོགས་པོ་ངན་པའི་དབང་དུ་འགྲོ་གི་རེད་པས་འགྲོ་གི་མ་རེད་བ་རྩ་བ་ཉིད་ནས་གོ། འོན་ཏེ་འདི་གྲོགས་པོ་ངན་པ་སྤང་བ་དང་གཅིག་པ་ཡིན་ཟེར། ད་དེའི་རྗེས་སུ། ད་དེ། དེ་རྣམས་ལ་སྨོན་ལམ་དང་པོ་ཆགས་སོ། དེ་ནས་གཉིས་པ་ཆགས་སོ། ད་གསུམ་པ་རེད་ད་གསུམ་པ། གསུམ་པ་དེ་ག་རེད་སྣང་བ་མཐའ་ཡས་དེའང་དེ་མྱུར་མཐོང་ཟེར།

དམྱལ་བ་ལ་སོགས་པའི་ངན་སོང་གསུམ་སྤངས་ཚར་དུས་ལམ་སང་སངས་རྒྱས་ཀྱི། སངས་རྒྱས་འོད་དཔག་མེད་ཀྱི་ཞིང་ཁམས་བདེ་བ་ཅན་གྱི་ཞིང་ཁམས་ནང་ལ་སྐྱེས་ནས་སངས་རྒྱས་འོད་དཔག་མེད་ཀྱི་ཞག་མཇལ་ཐུབ་ཀྱི་རེད་གསུངས་དེའང་མགྱོགས་ནས་མྱུར་དུ་ཞག་མཇལ་ཐུབ་ཀྱི་རེད་གསུངས་འདི་ལ་ག་ལ་གོ་རེ་སྣང་བ་མཐའ་ཡས་དེའང་དེ་མྱུར་མཐོང། དེས་བཟང་སྤྱོད་སྨོན་ལམ་འདོད་མཁན་དེས་མཐོང་གིར་གདའ་ཟེར། ད་དེ་དུས། འདི་སྨོན་ལམ་གསུམ་ཆགས་སོ་དང་པོ་གཉིས་པ་གསུམ་པ། དང་པོ་ག་རེ་ངན་སོང་ཐམས་ཅད་སྤང་བར་འགྱུར་བའི་ཕན་ཡོན། གཉིས་པ་ག་རེ་གྲོགས་པོ་ངན་པ་སྤངས་པའི་ཕན་ཡོན། སྤང་བར་འགྱུར་བའི་ཕན་ཡོན་རེ་ད་དེ་ག་ནང་བཤད་བྱས་ནས་གསུམ་པ་དེ་སྣང་བ་མཐའ་ཡས་དེའང་མྱུར་དུ་མཐོང་ཐུབ་པའི་ཕན་ཡོན་ཡོད་བཟང་སྤྱོད་སྨོན་ལམ་གྱི་ཕན་ཡོན་རེ་ད། དེ་ནི་བཞི་པ་དེ་ག་རེད་ཟེར་ན། ད་བཞི་པ་དེ་དེ་དག་རྙེད་པར་རབ་ཉེ་ཟེར། དང་པོ་འདིའི་བར་དུ་རེ་ད་བཞི་པ་དེ་ད་འདི་དེ་དག་ཟེར་ཡ་འདི་དེ་དག་ཟེར་ཡ་དེ་དང་དེ་དེ་དག་ཟེར་ཡ་དེ་དང། དེ་ནི། ཨོ་དེས་དུ། དེ་དག་ཟེར། ཨོ་དེ་དག་གསུམ་དུ། འདི་དེ་དག་གསུམ་པོ་དེ་དོན་དག་གཅིག་པ་གཅིག་ཀྱང་རེད། ད་དེ་འདི་ཡི་དོན་ལྟར་དང་དེ་ལ་དེ། དེས། དེ་ཟེར་དུ། འདི་དེ་དག་གསུམ་པོ་དུ་དེ་དག་གསུམ་པོ་དེ་བཟང་སྤྱོད་སྨོན་ལམ་དེ། བཏབ་མཁན་དེ་ལ་མགོ་བསྐོར་བ། བཟང། ང་རང་ཚོ་འདྲ་བོ། སུ། ད་ཁྱེད་རྣམ་པ་ཆ་ཚང་བཟང་སྤྱོད་སྨོན་ལམ། ཁ་འདོན་བྱེད་ནས་བཟང་སྤྱོད་སྨོན་ལམ་འདོན་མཁན་ཆགས་དེ་རུ་བཟང་སྤྱོད་སྨོན་ལམ་བཏབ་མཁན་ཆགས་དེ་རུ། དེ་བཟང་སྤྱོད་སྨོན་ལམ་དེ་པ་པོ། དེ་དེ་དེ་ལ་ནི་གོ། དེ་ག་ནང་བཞིན་བཟང་སྤྱོད་སྨོན་ལམ་དེ་པ་པོ་དེ་དག་བཟང་སྤྱོད་སྨོན་ལམ་དེ་པ་པོ་དེ་དག་བཟང་སྤྱོད་སྨོན་ལམ་དེ་པ་པོ་དེ་དག་ཟེར་ནས་འདི་དེ་འདྲ་དེ་འདི་དེ་འདྲ་གསུམ་པོ་འདི་ག་བ་འཇུག་དགོས་རེད་ཟེར་ན་བཟང་སྤྱོད་སྨོན་ལམ་འདི་བཏབ་མཁན་དེ་ལ་འཇུག་དགོས་རེད་གསུངས་ན་གང་ཟག་སུ་ཡིན་ན་ཡང་འགྲིག་གི་རེད་འོ་དེ་འདི་ངེས་པ་མཁན་པོ་རེད་ད་ད་དེ་དག་རྙེད་པ་རབ་རྙེད་ད་ཕན་ཡོན་བཞི་པ་དེ་རེད་ད་འདི་ཤོ་ལོ་ཀ་གཉིས་པོ་འདི་ན་ཕན་ཡོན་བཞི་པ་རྙེད་པ་རབ་རྙེད་ཟེར་རེད་རྙེད་པ་རབ་རྙེད་ཟེར་ཅི་ད་རྙེད་པ་ཟེར་དུས་ག་རེ་ལབ་དགོས་རེད་ཟེར་ན་རྙེད་པ་ལོངས་སྤྱོད་བཀུར་སྟི་གུས་ཞབས་ཟེར་དགོས་རེད་བ། རྙེད་བཀུར་ཟེར་དུས་གདུལ་བྱ་རྙེད། བཀུར་ཟེར་དུས་རྙེད་ཟེར་དུས་རྙེད་པ་ལོངས་སྤྱོད་ལ་དགོས་རེད། བཀུར་ཟེར་དུས་བཀུར་སྟི་གུས་ཞབས་ལ་དགོས་རོ། དེ་ནི་ས་ནི་ད་ཇི་ལྟར་ནི་ང་རང་ཟེར་གི་རྙེད་པ་ཟེར་དུས་རྒྱུ་ནོར་ལོངས་སྤྱོད་ལ་དགོས་རྒོ་རེད། ནམ་རྒྱུན་ཡོངས་གྲགས་ཐོག་ལ་ཡིན་ན་རྒྱུ་ནོར་ལོངས་སྤྱོད་ལ་དགོས་རྒོ་རོ། ད། དེ་ལྟ་བུའི་བཟང་སྤྱོད་སྨོན་ལམ། བཏབ་མཁན་གྱི་གང་ཟག་དེ་དག་གིས་ནི་ག་རི་རྙེད་པ་རེད་ག་རི་རྙེད་ཟེར་དུས་ཐོབ་པའི་དོན་དག་རེད། ག་རི་ཐོབ་བསྡད་ཡོད་རེད་ཟེར་ན་རྒྱུ་ནོར་ལོངས་སྤྱོད་རབ་ཏུ་གྱུར་པ། རྒྱུ་ནོར་ལོངས་སྤྱོད་ཀྱི་ནང་ནས་རྒྱུ་ནོར་ལོངས་སྤྱོད་མཆོག་ཏུ་གྱུར་པ་དེ་ཁོས་རྙེད་བསྡད་ཡོད་རེད་ཐོབ་བསྡད་ཡོད་རེད་སོང་རེད། ད་རྒྱུ་ནོར་ལོངས་སྤྱོད་ཀྱི་ནང་ནས་མཆོག་ཏུ་གྱུར་པ་རྙེད། ཡག་ཤོས་དེ་ཐོབ་བསྡད་ཡོད་ན་ད་རྒྱུ་ནོར་ལོངས་སྤྱོད་ཀྱི་ནང་ནས་མཆོག་ཏུ་གྱུར་པ་ཡག་ཤོས་དེ་ག་རེ་རེད་ཟེར་ན། ཨ་བཟང་སྤྱོད་སྨོན་ལམ་དེ་རེད་ད་ཟེར། རེད་བཟང་སྤྱོད་སྨོན་ལམ་དེ་རེད་ཟེར། སློབ་དཔོན་རྣམ་པ་གིས་དེ་འདྲའི་གཙང་མ་གཙང་རྐྱང་བྱས་ནས་གསུངས་ཡོད་རེད་ད། དེ་ཡང་དེ་དེ་ལྟར་རྙེད་པ་རམ་རྙེད་སྲོལ་དེ་ཁོ་རྒྱུ་ནོར་ལོངས་སྤྱོད་ནམ་རྒྱུན་ནས་ང་ཚོ་དཔེ་ཤག་ལ་སོགས་པ་ཁང་པ་ལ་སོགས་པ་འདི་འདྲའི་གི་འཇིག་རྟེན་ཡོངས་གྲགས་ཐོག་ལ་བཤད་བསྡད་གི་རྒྱུ་ནོར་ལོངས་སྤྱོད་ཡོད་ན་མཆོག་ཏུ་གྱུར་པ་དེ་ཐོབ་ཟེར་སྐད་ཆ་མ་རེད་ད། ནུས་ཚོད་ནི་དེ་ཚོ་རྒྱུ་ནོར་ལོངས་སྤྱོད་མཆོག་མ་རེད་བ་རྒྱུ་ནོར་ལོངས་སྤྱོད་ཕལ་པ་ཆགས་འདུག་རེད་བཟང་སྤྱོད་སྨོན་ལམ་དེ་སོ་སོ་ལ་ཡོད་པ་ཡིན་ན། ད་བཟང་སྤྱོད་སྨོན་ལམ་གྱི་ཚིག་དང་དོན་འདི་ཚོ་སོ་སོ་གི་ད་ཁ་ཚང་ནས་གསན་གཟིགས་གནང་ནས་ཡག་པོ་ཞིག་མཁྱེན་བསྡད་ཡོད་ན་ཁོང་དུ་ཆུབ་བསྡད་ཡོད་ན་ད་སོ་སོ་གི་རྒྱུད་ལ་བཟང་སྤྱོད་སྨོན་ལམ་ཐོབ་རེད་སོ་སོ་ལ་བཟང་སྤྱོད་སྨོན་ལམ་ཐོབ་ཟེར་གི་རེད་ད། དེ་བཟང་སྤྱོད་སྨོན་ལམ་ཐོབ་ཟེར་དེ་དཔེ་ཆ་དེ། སོ་སོ་ལ་བཟང་སྤྱོད་སྨོན་ལམ་གྱི་དཔེ་ཆ་དེ་ཡོད་པ་ཙམ་གྱིས་ལ། དེ་བཟང་སྤྱོད་སྨོན་ལམ་རྙེད་བཟང་སྤྱོད་སྨོན་ལམ་ཐོབ་ཟེར་གི་མ་རེད་ད། དེ་ཇི་ལྟར་འདྲ་འདྲི་གི་བ་རེད་ཡིན་ན་ཡང་དེ་ཟེར་གི་བ་མ་རེད་བཟང་སྤྱོད་སྨོན་ལམ་གྱི་ནང་ལ་བཤད་བྱ་བའི་གི་དཔེ་ཆ་ནང་ལ་བཤད་བྱ་བའི་གི་ཚིག་དང་ཚིག་དང་ཚིག་གི་དོན་ཚིག་དོན་མ་ལུས་པ་སོ་སོ་གི་ཁོང་དུ་ཆུད་ནས་ཨ་ནི་གོ་ཅིག། མིག་བཙུམ་ནས་ཡིན་ན་ཡང་བཟང་སྤྱོད་སྨོན་ལམ་གྱི་དོན་དག་དེ་ཚོ་ཆ་ཚང་ཡང་བཀྲ་བླ་མའི་མ། འདས་པའི་སངས་རྒྱས་རྣམ་དག་ཆོས་སྤྱོད་ཡི་འཇིག་རྟེན་དག་ན་གང་བྱོས་ཆོས་པར་འགྱུར་ཟེར་ནས་མ་ལ་བ་དང་ཚིག་དོན་ཚང་མ་ཤ་རེ་ཡོད་པ་ཅིག་འོ་དེ་འདྲའི་ཅིག་ཆགས་སོང་ཡིན་ན་དེ་བཟང་སྤྱོད་སྨོན་ལམ་སོ་སོ་ལ་བརྙེད་ཟེར་བར་ད་ང་ལ་བཟང་སྤྱོད་སྨོན་ལམ་བརྙེད་སོང་ཐོབ་སོང་ཟེར་བར་འོ་དེ་འདྲ་བོ་དེ་ལ་ག་རེ་ལ་བ་རེ་བརྙེད་པ་འདི་ལྟ་བུ་གི་བྱུང་ཡོད་པ་ཡིན་ན་སོ་སོ་རང་ཉིད་དེ་འདྲ་བྱུང་ཡོད་ན་ད་འཇིག་རྟེན་འདིའི་ནང་གི་རྒྱུ་ནོར་ལོངས་སྤྱོད་ཀྱི་ནང་ནས་མཆོག་ཏུ་གྱུར་པ་དེ་སོ་སོ་ལ་བརྙེད་པ་རེད་སོང་ད་དེ་ག་རང་རེད་བ་བཟང་སྤྱོད་སྨོན་ལམ་འདི་སོ་སོ་ལ་ཐོབ་པ་དེ་ད་དེ་ལས་ལྷག་པ་ཅིག་ཐོབ་ཡ་དེ་ཡོད་མ་རེད་བ་ད་དེ་ལས་ལྷག་ཡ་ཐོབ་ཡ་རྩ་བ་ཉིད་ནས་ཡོད་མ་རེད། བདུན་པ་སོང་ཙང་ད་རྒྱུ་ནོར་ལོངས་སྤྱོད་ཀྱི་ནང་ནས་ཡང་མཆོག་ཏུ་གྱུར་པ་དེ་ཡང་སོ་སོ་ལ་ཐོབ་ཡོད་དེ་ག་རེ་ཟེར་ན་བཟང་སྤྱོད་སྨོན་ལམ་གྱི་རྒྱུ་ནོར་ལོངས་སྤྱོད་དེ་ཐོབ་ཡོད་ཟེར་ད་ཡང་རྒྱུ་ནོར་ལོངས་སྤྱོད་རྙེད་པ་ལོངས་སྤྱོད་ཟེར་དུས་དཔེ་ཤག་འདྲ་བོ་དང་ཁང་པ་འདྲ་བོ་དང་ས་ཞིང་འདྲ་བོ་དེ་འདྲ་ལ་བསམ་སྟངས་ཡོད་མ་རེད་ད་དོན་དུ་རྙེད་པ་གྱི་ནང་ནས་རྙེད་པ་རབ་ཏུ་རྙེད་པ་མཆོག་ཏུ་གྱུར་པ་དེ་ཐོབ་ཐོབ་པ་ཡིན་ཟེར་ད་དེ་ཕན་ཡོན་རེད་བ་བཟང་སྤྱོད་སྨོན་ལམ་གྱི་ཕན་ཡོན་ཆགས་སོང་ཨ་འོ་དེ་ག་ནང་བཞིན་བྱས་ནས་ད་བཞི་ལྔ་པ་དེ་ལ། བདེ་བར་འཚོ་འོ་ཟེར། ད་བཟང་སྤྱོད་སྨོན་ལམ་ཉམས་ལེན་བྱེད་མཁན་བཟང་སྤྱོད་སྨོན་ལམ་འདོན། བཟང་སྤྱོད་སྨོན་ལམ་བཏབ། འོ་དེ་འདྲའི་བྱེད་མཁན་གྱི་གང་ཟག་དེ། ག་འདྲའི་དྲ་བོ་ཆགས་ཀྱི་རེད་ཟེར་ན། བདེ་བར་འཚོ་ད་དེ་ཚོ་ཆ་ཚང་ཡང་ཚེ་འདི་ལ་ཐོབ་པའི་གི་ཕན་ཡོན་དང་ཚེ་འདི་ལ་མཐོང་ཆོས་ཚེ་འདི་ལ་ཐོབ་པའི་ཕན། བདེ་བར་འཚོ་གི་རེད་སོང་ནས་བདེ་བོ་དང་སྐྱིད་པོ་བྱས་ནས་མི་ཚེ་འདི་འཚོ་བ་སྐྱེལ་གྱི་རེད་ཟེར་བའི་དོན་དག་རེད། ད་དེ་ག་རང་འགྲོ་བ་བཟང་སྤྱོད་སྨོན་ལམ་གྱི་ཚིག་དང་དོན་དེ་ཚོ་ཡག་པོ་ཞིག་ཤེས་པའི་ཐོག་ནས་འདི་ཉི་མ་རྟག་པར་ཞིག་འདོན། ག་ལེ་ག་ལེ་དོན་ཨ་ལེ་ཚིག་དོན་བསམ་བློ་བཏང་གི་བཏང་གི་དེ་གོམས་གི་གོམས་གི་ཅེས་བྱ་བ་ཡིན་ན་ད་མི་ཚེ་ནང་ལ་དལ་བ་དང་སྐྱིད་པོ་འབའ་ཞིག་རེད་མི་ཚེ་དེ་དལ་བ་དང་སྐྱིད་པོའི་སྒོ་ནས་འཚོལ་ཡ་རང་རེད་བ་ད། ཞེ་ར་ཞེ་ར་ཞུ་དགོས་མི་འདུག་ཁྱེད་རྣམ་པ་ཚང་མ་གིས་མཁྱེན་མཁྱེན་པ་ཆགས་འགྲོ་དགོས་རེད་བ་དལ་བར་འཚོ་འོང་ཟེར་འོ་དེ། དེ་ནས་འདི་སྤྱི་ཚོགས་མི་ཚེ་འདིར་ཡང་དེ་དག་ལེགས་པར་འོང་འོང་ཟེར་ད་འདི་དྲུག་པར་ད་ཚིག་རྐང་འདི་ཆ་ཚང་མཉམ་དོར་ད་མི་ཚེ་འདིར་ཡང་ཟེར་ད་དེ་ག་ན། མི་ཚེ་འདིར་ཡང་ཚེ་འདི་ལ་ཡང་ཟེར་བའི་དོན་ད་རེད། ཁྱེད་སོང། ད་མི་ཚེ་འདིར་ཡང། ཚེ་འདི། མི་ཚེ་འདི་ལ་ཡིན་ན་ཡང་ཟ་འདི་ཆ་ཚང་ཡང། འདི་གཅིག་པོ་གཅིག་མི་ཚེ་འདི་ལ་ཟེར་བའི་དོན་དག་མ་རེད་ད། འདི་ཆ་ཚང། མི་ཚེ་འདི་ལ། སྐར་ཚོགས། ངན་སོང་ཐམས་ཅད་སྤང་བར་འགྱུར། ད་ཚེ་འདིའི། རྗེས་སུ་ད་ངན་སོང་ཐམས་ཅད་སྤང་འགྲོ་གི་རེད་ཚེ་འདིར། དེ་གང་ནས་ཀྱི་གྲོགས་པོ་ངན་པ་སྤང་བ་དང་འདི་ཚོ་ཆ་ཚང་ཡང། མཐོང་ཆོས་ཚེ་འདི་ལ་ཐོབ་པའི་གི་ཕན་ཡོན་ཆགས་འདུག་གི་རེད་བ། དེ་བཞིན་དུ་མི་ཚེ་འདི་ལ་ཡིན་ན་ཡང། དེ་དག་ལེགས་པར་འོང་ཟེར། ད་དེ་དག་ཟེར་དུས་འདི་དེ་དག་དེ་ག་བར། དེས་བཟང་སྤྱོད་སྨོན་ལམ་འདོན་མཁན་དེ་དག་སུ་དང་སུ་འདྲ་ཞིག་ཡིན་པ་ཡིན་ན་ཡང་འགྲིག་གི་ཡོད། དེ་འདུ་ཁྱེད་རྣམ་པ་ཆ་ཚང་ད་དེའི་ནང་ལ་འདུས་ཏེ་གིར་ད་དེ་དག་སའི་ནང་ལ་འདུ་གིར་ང་རང་ཚོ་ཆ་ཚང་ཡང་ད་ད་ལྟ་འདི་དེ་དག་ནང་ལ་ཚུད་དེ་ཡོད། དེ་འདུ་བཟང་སྤྱོད་སྨོན་ལམ་འདོན་མཁན་དེ་དག་ཡང། མི་ཚེ་འདིའི་ནང་ལ་ཡིན་ན་ཡང་ལེགས་པར་འོང་ཟེར། ལེགས་པར་འོང་ཟེར་དུས་འདི་ལེགས་པ་ཟེར་དུས་ག་རེ། མགོན་པོ་ཀླུ་སྒྲུབ་ཀྱིས་གཙང་མ་གཙང་རྐྱང་བྱས་ནས་དགེ་བར་འོང་ངོ་ཟེར་ལེགས་པར་དེ་དགེ་བར་འོང་ཟེར་ལེགས་པར་བྱས་དུས་དགེ་བ་ལ་གོག་རེ་སོང་དགེ་བར་འོང་ཟེར་འདི་འདྲ་གསུངས་འདུག་བ་དགེ་བ་བྱས་དུས་ཁ་ཚང་གོང་དུ་ཡང་ནས་ཡང་དུ་ཞུས་ཡོད་བ་འདི་འདི་བཀྲ་ཤིས་པ་གཅིག་ལ་གོག་རེ། དུས་དེ་ཡང་ད་ལྟ་འདི་ལ་དགེ་བ་བྱས་དུས་དགེ་བ་དང་མི་དགེ་བ་གཉིས་ཀྱི་སྡེ་བྱས་པས་ཡང་དགེ་སྡིག་གཉིས་ཀྱི་སྡེ་བྱས་པས་དགེ་བ་འོང་གི་རེད་ཟེར་འདི་གཅིག་པོ་གཅིག་ལ་གོ་ཡ་མ་ཡིན་པ་བྱེད་སྟངས་ད་ལྟ་དེ་ཡང་ཡོང་གི་རེད་ཡིན་ནའི་ད་ལྟ་ག་རེ་ལ་གོ་རེད་བསམ་བཀྲ་ཤིས་པ་གཅིག་ལ་གོ་གི་རེད་བཟང་པོ་གཅིག་ལ་གོ་གི་རེད་ཡག་པོ་གཅིག་ལ་གོ་གི་རེད་ད་འདི་འདུག་ས་ནི་མི་ཚེ་འདི་ལ་ཡིན་ན་ཡང་བཟང་སྤྱོད་སྨོན་ལམ་ཉམས་ལེན་བྱེད་བསྡད་མཁན་གང་ཟག་འདི་ག་དུས་ཡིན་ན་ཡང་ལེགས་པ་དང་ཡག་པ་དང་བཀྲ་ཤིས་པ་དང་དོན་གྲུབ་པ་ཕུན་སུམ་ཚོགས་པ་རྐྱང་རྐྱང་ཡང་འོང་གི་རེད་གོ་ལ། ཨོ་དེ་ལ་གོ་རེ་ད། བཀྲ་ཤིས་པ་རྐྱང་རྐྱང་བྱུང་གི་རེ་ད་ཟེར། ཡིན་དུས་ང་རང་ཚོ་ཁྱེད་རྣམ་པ་ཡིན་ན་ཡང་སོ་སོ་མི་ཚེ་འདིའི་ནང་ལ་ག་དུས་ཡིན་ན་ཡང་ལེགས་པ་དང། བཟང་བ་དང་ཡག་པ་དང་བཀྲ་ཤིས་པ་དོན་འགྲུབ་པ་ཡོང་དགོས་གི་ན་བཟང་སྤྱོད་སྨོན་ལམ་བཏབ་དགོས་རེ་ཟུང་བཟང་སྤྱོད་སྨོན་ལམ་ཉི་མ་རྟག་པར་འདོན་ནས་ཁ་འདོན་བྱས་ནས་ཉམས་ལེན་བྱེད་དགོས་རེ་ཟུང་འདི་ལ་ལེགས་པར་འོང་བ་ཟེར། མི་ཚེ་འདིར་ཡང་ཚེ་འདི་ལ་ཡིན་ན་ཡང་བཀྲ་ཤིས་པ་རྐྱང་རྐྱང་བྱུང་གི་རེ་ཟུང་བའི་དོན་དག་རེད། འདི་ཡག་པོ་རྐྱང་རྐྱང་བྱུང་གི་རེ་ཟུང་རེད། བྱ་བ་ལམ་འགྲོ་རྐྱང་རྐྱང་བྱུང་གི་རེད་ཟེར་བའི་དོན་དག། དེ་འདྲའི་ཞིག་ཆགས་བསྡད་ཡོད་རེད་ད། དེ་དུས་ད་ལེགས་པར་འོང་ཟེར་དེ་ག་ནང་བཤད་བྱས་ནས་ལེགས་པར་འོང་ཟེར་དུས་མི་ཚེ་དེ་ཡང་དོན་དང་ལྡན་པ་ཅིག་འོང་གི་རེད་ཟེར། མ་ག་ཟོ། མི་ཚེ་དོན་དང་ལྡན་པར་འགྲུབ་པར་ཤོག་ཟེར་བྱས་ར། མི་ཚེ་དོན་ལྡན་ཟེར་དེ། མི་ཚེ་དོན་དང་ལྡན་པ་དེ་ཡང་ཡོང་གི་རེད་ད་ཟེར་འོ་དེ་དྲུག་པ་དེ་རེད་ད། ད་དེའི་རྗེས་སུ་ཀུན་ཏུ་བཟང་པོ་དེའང་ཅི་འདྲ་བར་དེ་དག་རིང་པོ་མི་ཐོག་དེ་བཞིན་འགྱུར་ས་དེའི་ཚིག་རྐང་གཉིས་པོ་དེ་མཉམ་འདོགས་ལེ་རེད་ད། ཉམས་རྟོགས་ལ་དེའི་ཚིག་རྐང་གཉིས་པོ་དེ་ཉམས་རྟོགས། དེ་ག་ནང་བཞིན་བཟང་སྤྱོད་སྨོན་ལམ་བཏབ་མཁན་གྱི་གང་ཟག་དེ་དག། དེ་དག་ལ་ཡང་ཕན་ཡོན་ག་རེ་ཐོབ་དགོས་ཟེར་ན་ཀུན་ཏུ་བཟང་པོ་དེ་ཡང་ཅི་འདྲ་བ་ད་ག་ས་གོང་དུ་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ་དང་བྱང་ཆུབ་སེམས་དཔའ་བྱམས་པ་ལ་ཟེར་ནས་རྣམ་པ་གཉིས་ཡོད་བ་དེའི་ནང་ནས་ད་ད་ལྟ་དངོས་སུ་སྨོན་བྱ་དེ་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ་སྨོས་ཏོ། ད་ག་ས་གོང་དུ་ཡང་ལུས་དང་ངག་དང། ལུས་དང་ངག་དང་ཡིད་ཀྱང་རྣམ་དག་ཅིང་སྤྱོད་པ་རྣམས་དང་ཞིང་དང་ཡོན་དང་བ་སྔོ་བ་བཟང་པོ་ཁྱད་པར་ཅན་འདྲ་བ་དེ་འདྲ་དག་ཀྱང་དེ་དང་མཚུངས་པར་ཤོག་ཟེར་ནས་ཀུན་ཏུ་བཟང་པོ་དང་མཚུངས་པ་ཅིག་ཡོང་བར་ཤོག་ཟེར་ནས་སྨོན་ལམ་རྒྱབ་བཞག་ཡོད་རེད་བ། ཀུན་ཏུ་བཟང་པོ་གིས། ལུས་རྣམ་པར་དག་པ་ངག་རྣམ་པར་དག་པ་ཡིད་རྣམ་པར་དག་པ་སྤྱོད་པ་རྣམ་པར་དག་པ་ཞིང་ཁམས་རྣམ་པར་དག་པ་སྨོན་ལམ་རྣམ་པར་དག་པ་ཅི་འདྲ་བ་ཡོད་པ་དེ་དང་འདྲ་བ་ཅན་ནི་དག་ཀྱང་མཚུངས་པ་ཅིག་ཡོང་བར་ཤོག་ཟེར་ནས་སྨོན་ལམ་རྒྱབ་ཡོད་རེད་བ་ག་ས་གོང་དུ། རྒྱལ་བ་ཀུན་གྱི་སྲས་ཀྱི་ཐུ་བོ་བ་གང་གི་མིང་ནི་ཀུན་ཏུ་བཟང་ཆེ་ཞིང་ཁྱད་པར་དེ་དག་མཚུངས་པར་སྤྱོད་པའི་ཕྱིར་དགེ་བ་དེ་དག་ཐམས་ཅད་རབ་ཏུ་བསྔོ་ཟེར་ནས་དེ་མཚུངས་པར་སྤྱད་པའི་ཆེད་དུ་བསྔོ་བ་རྒྱབ་ཡོད་བ། འོ་དེ་ནང་བཞིན་འོ་དེ་རྒྱབ་ཡོད་པ་དེ། དེ་ཀུན་ཏུ་བཟང་པོ། ཀུན་ཏུ་བཟང་པོ་དེ་ཡང་ཅི་འདྲ་བ་ད་དེ་ལྟ་བུའི་ཀུན་ཏུ་བཟང་པོ་དེ་ཡང་ཀུན་ཏུ་བཟང་པོ་དེ་ཡང། ཅི་འདྲ་བ། ཀུན་ཏུ་བཟང་པོ་དེ་ག་འདྲེ་འདྲ་བོ་ཅིག་ཡོད་པ་ཡིན་པ། ཀུན་ཏུ་བཟང་པོ་གི་སྐུ་གསུང་ཐུགས་ག་འདྲེ་ཅིག་ཡོད་པ་ཅི་འདྲ་བ་ཅིག་ཡོད་པ། ནི། དེ་དག་རིང་པོར་མི་ཐོགས་དེ་བཞིན་འགྱུར། ཨོ། ཅི་འདྲ་བྱས་ཡོད་པ་དེ་ནང་བཞིན་འགྱུར་གྱི་རེད། སོ་སོ་རང་ཉིད་ཡང་དེ་ནང་བཞིན་འགྱུར་གྱི་རེད། སུ་དེ་ནང་བཞིན་འགྱུར་གྱི་རེད་ཀུན་ཏུ་བཟང་པོ་གི། སྐུ་གསུང་ཐུགས་ནང་བཞིན་གྱི་ཀུན་ཏུ་བཟང་པོ་ག་འདྲས་ཡོད་པ་དེ་ནང་བཞིན་གྱི་ནི་འགྱུར་འགྲོ་མཁན་དེ། སུ་འགྱུར་འགྲོ་གི་རེད་ཟེར་ན་དེ་དག། དེ་དག་ཟེར་དུས་བཟང་སྤྱོད་སྨོན་ལམ་ཉམས་ལེན་བྱེད་མཁན་དེ་དག། བཟང་སྤྱོད་སྨོན་ལམ་བཏབ་མཁན་དེ་དག་འགྱུར་འགྲོ་གི་རེད་སོང། དེའང། རིང་པོར་མི་ཐོགས་ཟེར། རིང་པོར་མི་ཐོགས་རིང་པོར་མི་ཐོགས་ཟེར་དུས་ཡུན་རིང་པོ་མི་ཐོགས་པའི་ཐོག་ནས་ཀུན་ཏུ་བཟང་པོ་དང་གཅིག་པ་ཆགས་འགྲོ་གི་རེད་ཟེར་ཀུན་ཏུ་བཟང་པོ་དང་འདྲ་མཉམ་ཆགས་ཀུན་ཏུ་བཟང་པོ་དང་མཚུངས་པ་ཆགས་འགྲོ་གི་རེད་ད་ཟེར་རིང་པོར་མི་ཐོགས་ཟེར་དུས་ཡུན་རིང་པོ་ཐོགས་གི་མ་རེད་ཟེར་བའི་དོན་དག་རེད་རིང་པོར་མི་ཐོགས་ཟེར་དུས་ཡུན་རིང་པོ་ཐོགས་གི་མ་རེད་ཡུན་རིང་པོ་འགོར་མི་དགོས་པའི་ཐོག་ནས་ཡུན་རིང་པོ་མི་འགོར་བའི་ཐོག་ནས་ཀུན་ཏུ་བཟང་པོ་ཁོ་རང་ག་འདྲས་ཀྱི་ཡོད་པ་ཡིན་ན་ཡང་དེའི་ནང་ཤས་ཅིག་སོ་སོ་ཡང་འགྱུར་གྱི་རེད་དང་སོ་སོ་ཆགས་ཐུབ་ཀྱི་རེད་ཟེར་བའི་དོན་དག་རེད།

ག་སོགས་ལྔ། དྲུག་བདུན། འོ་དེ་དུས་མཐའ་མ་དུ་བ་དེའི་ཤོ་ལོ་ཀ་གཉིས་སྣང་ལ། ད་དེའི་ཤོ་ལོ་ཀ་གཉིས་པོ་དེའི་ནང་ལ་ཕན་ཡོན་གཅིག་རང་རེད་གཅིག་རང། དེ་སྔ་མ་དེ་གི་ནང་ལ་ཤོ་ལོ་ཀ་གཉིས་དུ་བ་ཤོ་ལོ་ཀ་གཉིས་ནང་ཕན་ཡོན་གཅིག་ཕན་ཡོན་གཅིག་རང་ག་རེ། བསོད་ནམས་ཀྱི། བསོད་ནམས་ཀྱི་ནང་ནས་ཡང་བསོད་ནམས་དམ་པ་བསོད་ནམས་དམ་པའི་ནང་ནས་ཡང་བསོད་ནམས་དམ་པ་བསོད་ནམས་ཀྱི་མཆོག་ཏུ་གྱུར་པ་གཅིག་ཐོབ་པའི་ཕན་ཡོན་ཡིན། བསོད་ནམས་དཔག་ཏུ་མེད་པ་གཅིག་བསོད་ནམས་མཆོག་ཏུ་གྱུར་པ་ཐོབ་ཀྱི་ཡོད། ད་དེའི། ཁོ་རང་རྩིག་རྐང་རེ་རེ་རེ་རེ་གི་ཕན་ཡོན་རེ་རེ་རེ་རེ་ཁ་ཤས་རྩིག་རྐང་གཉིས་ནང་ལ་ཕན་ཡོན་གཉིས། ཡང་ཁ་ཤས་ཡང་དེ་རྩིག་རྐང་གཉིས་པོ་དེ་མཉམ་དུ་འདོར་ནས་ཕན་ཡོན་གཅིག་བྱས་ནས་མདོར་བསྡུས་ན་ཤོ་ལོ་ཀ་ཕྱི་མ་གཉིས་པོ་དེ་གི་ཕན་ཡོན་རྣམ་པ་དྲུག་དམ་པ་ལས་ཀྱི་ཡོད་འོ་འདུག་བྱས་ནས།